གཅིག་སྒྲིལ་ཟེར་ཡག་དེ་བྱས་གང་ཟག་གིས་པ་རེ་རེ་ནས་དང་ཁོ་འགན་གྱི་ཁུར་ནས་དེ་ནས་བསམ་བློ་གྱིས་གཏོང། དེ་བསམ་བློ་གཏོང་སྟངས་དེ་ཡང་ང་ཚོ། ད་དབུས་འཁྲིད་བླ་ན་མེད་པ་གོང་ས་སྐྱབས་མགོན་ཆེན་མོ་མཆོག་ཡོད་བསྡད་པ། དེ་ག་ནང་བཞིན་གྱི་དེའི་ཐུགས་ནས་ང་ཚོ་དབུས་བོད་མིའི་སྒྲིག་འཛོགས་ཡང། ང་ཚོ་བོད་གཞུང་བཅས་ཡོད་བསྡད་པ། དེ་ཁོང་ཚོ་ལ་ཡང་ང་ཚོ་བོད་པ་བཅས་ཡིན་པའི་ཆ་ནས་འགྲོ་དགོས་ཡ་བསམ་བློ་གཏོང་ཉེན་བཅས་ཚང་མ་གིས་བྱེད་དགོས་ཡ་དེ་གནད་ཀྱི་དང་པོ་འགྲོ་བ་བཅས་དེ་ངེས་ཟིན་བྱེད་ཀྱི་ཡོད། གཉིས་པ་ནི་དེ་ཞེས་ཚ་བའི་རྒྱུད་ལ་ཡང་ད་ཁྱེད་རང་རུང་ངེས་ནས་ཁྱེད་ནི་ད་ད་ང་ཕ་རན་ས་ལ་སླེབས་ནས་ཁྱེད་གོང་ས་སྐྱབས་མགོན་ཆེན་མོ་མཆོག་ཕུད་དེ་སྐབས་ལ་ཡིན་ན་རེད་སྔོན་མ་ད་རི་སྲི་ཟིར་ཕུད་དེ་ཡིན་ན་རེད་སྲི་སྐྱོང་ཕུད་དེ་ཡིན་ན་རེད་ཁྱེད་བི་དི་ཀའི་སྐབས་ལ་ཡིན་ན་རེད་དེ་དག་གི་ནང་ནས་ཡག་མ་སྐད་ཆ་མང་པོ་བཤད་ནས་ང་གཅིག་སྒྲིལ་གྱི་ཐུགས་ལ་ཡག་ལི་ཐུང་གང་ལ་གང་འཚམ་ཁྱེད་རང་རུང་གི་འགྲམ་དུ་ཡོད་བསམ་བསམ་འདྲ་ཁྱེད། མ་འོངས་པ་ལ་ཡིན་ན་ཡང་ང་ཚོ་ཆ་ཡིས་ད་སྲིད་བཅུ་གཉིས་ཀྱི་བེད་ལོག་ཚ་བའི་རྗེས་ལ་ཡང་ང་ཚོ་དེའི་ནང་ལ་སྤྱི་ཚོགས་ནང་ལ་ལག་ལེན་མང་པོ་བྱུང་གི་ཡོད་དེ། ལོག་ཚ་བའི་རྗེས་ལ་ཡང་སྐབས་དེ་ནས་བེད་སྡུས་དེ་མགྱོགས་འགྲོས་ནས་མགྱོགས་འགྲོས་བ་བཅས་བྱས་ནས་དེ་ནི་ང་ཚོ་ཚང་མ་ཆ་ཡིས་གཅིག་སྒྲིལ་གྱི་ཐོག་ལ་གོང་བུ་གཏོད་ཐུབ་ཡ་དེ་ང་རང་གིས་འབད་བརྩོན་དེ་བྱེད་ཡ་དེ་གལ་ཆེན་པོ་ཅིག་ཆགས་ཆེ་ཆེ་ང་ག་སྲིད་ཡོ་རབ་སྤྱི་འཐུས་ཐུབ་བ་ཡིན་ན་དེ་ནི་ཆ་སྒིས་སོ་སོ་ལ་ཡང་ཤི་བ་སོགས་ན་ཤི། རེ་བ་ཤི་བ་སོགས་ན་རེ་བ་ཤི། འབོ་སྐོར་ཆེ་བ་སོགས་ན་འབོ་སྐོར་ཆེ། ཚུགས་པ་ལྕི་དོག་ཁ་ལ་ཡང་ལྕི་ནི་ཤི་བ་སོགས་ན་དེ་གའི། གང་ཐུབ་ཐབས་བྱས་ད་གཅིག་སྒྲིལ་གྱི་ཐུགས་ལ་ཡང། ང་རང་གིས་འཁྲིད་ཐུབ་ཡ་ཅེས། འབད་འབངས་བཅས་བྱེད་ཡ་གི་ཆོག་སེམས་འགྲོ་བོ་བཅས་དེ་འདྲའི་བཅས་ངེས་འཛིན་བྱེད་ཀྱི་ཡོད།
བཀྲ་ཤིས་བདེ་ལེགས། ངེད་ཀྱི་ཟམ་པ་ལྷུག་ཐང་སྲིད་འཛིན་གནང་མཁན་རྣམ་པ་ཚོང་མང་ལ་ཐུགས་རྗེ་ཆེ་ཞུ་ཡ་དང། ང་རྡོ་རྗེ་དང་འདུན་ཡིན་ཟམ་པ་ལྷུག་ཐང་གི་གཙོ་སྐྱོང་པ་ཡིན་ཨེ་ཤ་རང་རླུང་འཕྲིན་ཁང་གི་རྩོམ་སྒྲུབ་པ་འགན་འཛིན་བཟོ་པ། དེ་རིང་ང་ཚོའི་གི་སྤྱི་འཐུས་འོས་མི་གསར་པ་ཚོ་ལ་ད་བཅར་འདྲི་བྱེད་པའི་གི་ལེ་ཚན་འདི་ནང་ལོགས་ལ། ད་ལྟ་ཡུ་རོབ་གི་སྤྱི་འཐུས་འོས་མི་གསར་པ་གཅིག་དེ་ད་ལྟ་ཧྥ་རན་སི་ལ་བཞུགས་པའི་གི། ཧྥ་རན་སི་བོད་རིགས་སྤྱི་མཐུན་ཚོགས་པའི་གི་ཚོགས་གཙོ་ཟུར་པ་དང། ས་ནི་མདོ་ཁམས་ཆུ་ཤུར་སྒང་དྲུག་གི་ཚོགས་གཙོ་ཟུར་པ་ངག་དབང་བསྟན་པ་ལགས་ཡིན། ངག་དབང་བསྟན་པ་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས།
ངག་དབང་བསྟན་པ་ལགས་ད་ཁྱེད་ཁ་སང་གི་སྤྱི་མཐུས་འོས་མི་ན་བཞང་གི་ཡོད་པའི་ཟས་གི་གི་གསལ་བསྒྲགས་དེ་བཞེས་ཡོད་འདུག་ཁྱེད་ཀྱི་དེ་གསལ་བསྒྲགས་དེ་དངོས་ནི་རྫིག་པོ་བཞེས་སོ་གོ་རྫིག་པོ་ཟེར་ན་ད་དངོས་ནི་དྲ་ནི་གལ་ཆེན་པོ་འདྲ་བོ་ཅིག་རྩིས་བྱས་ནས་དེ་ག་ཟིག་ལང་གི་ཡོད་ན་ལང་གི་མེད་བསམ་ས་གི་དེ་འདྲི་མ་ཡིན་པ་ཤི་སེ་ནང་སེ་འདུ་འཛོམས་ཆེན་པོ་གཅིག་སྐོང་ཨ་ནི་དེ་ཐོག་ལ་ཆེད་ཀྱི་བཏང་གཤིས་གཞལ་བྱེད་ནི་དེ་འདྲི་གཅིག་གཞལ་ཡས་ཆེས་གནད་འགག་ག་རེ་ཟིག་ཡིན་ན།
ན་རེ། རྩ་བའི་ཆེད་དག་སྤྱི་མཐུས་རྣམས་ལ་ལོངས་སྐུ་ཡོད་དུས་དེ་ནི་ཆེད་སྤྱི་མཐུས་རྣམས་ལ་ལོངས་ཡིན་ཟེར་ན་གང་ཟག་རྒྱབ་སྐྱོར་བྱེད་མྱངས་དེ་ཟེར། ཁ་བཏུག་གི་ཆེད་མི་མི་ཟིན་ཐུག་ནི་ཀ་མི་དེ་ཤེས་དུས་ནམ་རྒྱན་ཡིན་ན་ང་རང་ཚུགས་ཚུགས་བྱས་དེ་ཉམས་མྱོང་རྣོ་ན་གྲྭ་པ་རྣམས་ལ་སྐད་ཆ་བཤད་ལེ་ལེ་མི་གཉིས་སུ་ཐུག་ན་སྐད་ཆ་བཤད་བ་དེ་ཆེད་འདོགས་མི་འདྲ་བོ་ཆེན་པོ་ཡོད་པ་གཅིག་དང། དེ་ག་ནང་བཞིན་གྱི་ང་ཚོ་དག་དང་ལང་བ་སྲིད་ན་རེད་རྒྱབ་སྐྱོར་བ་དེ་དག་གི་ཆེད་གོ་བསྒྲེས་ཀྱིས་གནང་ཡོང་དུས། དེ་ནི་དེ་གཉིས་ལ་བརྟེན་བྱས་རྗེས་ག་ཚོད་ང་ཚོ་གི་དག་ཆའི་སྤྱི་འཐུས་ལ་ལུང་ཡག་གི་དམིགས་ཡུལ་སྲིད་ན་རེད་ལྟ་གྲུབ་སྲིད་ན་རེད་ད་མི་མང་ལ་ཡ་ཆེད་ག་ལང་ག་མཚང་ཆེད་མ་དེ་ཚོ་དུང་ཁང་གཅིག་གི་ནང་ལ་ཤི་ཐུབ་ཡ་འགྲོ་བ་ཅི་བྱུང་ཡ་འབེབས་སོང་དེ་འདྲི་བྱེད་རེད། མི་མང་པོ་རྫོང་སོ་བས།
མི་བཅུ་བཏང་གི་གནམ་གཤིས་སྡུག་ཅག་པས་བཏང་སོང། ཡིན་ན་ཡང་རི་གཟར་ཉི་མ་ཆགས་ཏེ་ད་གནས་སྟངས་མང་པོ་ཅིག་ཆགས་དེང་སང་ནི་ཁྱེད་ཚོ་བཞི་བ་དེ་འདྲ་ལ་ཡག་ད་དེ་ཚོ་དེ་མེད་རོགས་འགྲོ་ཡག་དེ་འདྲ་བྱུང་གི་འདུག་ཡིན་ན་རི་ཧ་ལི་ཡག་གི་མ་བསམ་རི་གྲང་བོ་ཅིག་མི་མང་མང་པོ་ཅིག་ཕེབས་དེ་ཆགས། ངས་སུ་ད་དེ་ཚོ་ཚང་མ་ཁྱེད་ལ་རྒྱ་སྐྱོ་ཞེ་ནས་གི་ཡིན་པ་ཅིག་ངོས་འཛིན་བྱེད་གི་ཡོད་པས། ལ་རེད། ད་ག་ཙོང་ང་ཚོ་གི་གཏམ་བཤད་དེ་བྱས་དུས་ཕ་ཆར་ད་བརྒྱ་ཕྱག་དགུ་བཅུ་འདྲ་བོ་བཅས་ད་ཕ་ཆར་རྒྱབ་སྐྱོར་བྱེད་ངེས་ཡིན་པ་ལ་ངོས་ཟིན་བྱེད་ཀྱི་ཡོད། ལ་སོགས། གལ་ཆེ་ཤོས་གཅིག་དེ་ད་ང་ཚོས་ཀྱི་ལས་རིམ་འདིའི་ཆེད་དུ་ཤིན་ཏུ་འོས་མི་གསར་པ་ཚང་མ་ལ་ངེད་ཀྱི་སྡིངས་ཆ་དེ་ཕུལ་དགོས་ཡོད། ཁྱེད་རྣམ་པ་ཚོ་སྤྱི་ཤིང་འཐུས་ལ་ལོངས་སྐུ་ཡོད་དུས་དེ་མི་མང་ཚོ་གི་ཤེས་རྟོགས་དགོས་ཡ་དེ་གལ་ཆེན་པོ་ཞེ་པོ་ཅིག་རེད་འདུག་ཁྱེད་ཚོ་སུ་ཡིན་མིན་གྱི་དེ་དམངས་གཙོ་གི་འགྲོ་སྟངས་ཅིག་ཆགས་ཏེ་ཡོད་རེད་སྡིངས་ཆ་ཅིག་ཕུལ་དགོས་ཀྱི་ཡོད་རེད་ང་སུ་ཡིན་ངས་ག་རེ་བཞེས་ཐུབ་ཀྱི་རེད་ཟེར་ཡ་ཅིག་དེ་བཞེས་དུས་ཁྱེད་ཀྱི་ད་ལྟ་བར་དུ་ཨ་ནི་ད་ལྟ་སྤྱི་ཚོགས་ནང་ལོགས་ལ་ཉམས་མྱོང་རེད་ཨ་ནི་སྤྱི་འཐུས་ནང་ལོགས་ལ་ལངས་དགོས་ཡ་གི་རྒྱུ་མཚན་གཙོ་བོ་ག་རེ་ཡིན།
ངག་གི་སྐྱོན་དེ་རྣམས་ལ་ལམ་གྱི་རྒྱུ་མཚན་བྱེད་དགོས་པ། རྒྱུ་མཚན་དེ་དག་ང་རང་གི་ཚུལ་གཅིག་ནི་ང་བུ་མོ་ཅིག་ཡིན་པ་གཅིག་དང་གཉིས་ནི་ད་བཙན་འཛུལ་བ་ཅིག་ཆགས་འགྲོ་དུས་དེ་ནི་ཆེས་གོང་ས་མཆོག་གི་བཀའ་དགོངས་རེད་དེ་ནི་གཞི་རིས་ཆེས་བོད་མི་རྣམས་ཀྱི་མངོན་རྟོགས་ཤིག་ན་རེད་ང་ད་བོད་ནང་ལ་ཚར་ལོངས་བྱེད་བྱེད་དེ་མི་གཅིག་ཡིན་པ་ཡིན་དེ་ཆེས་དེ་དག་གཉིས་དེ་སྙིང་ལ་བཅང་བའི་ཐུགས་ནི་དེ་ནི་ཆེས་ཡོ་རབ་ལ་ད་ཧ་ལི་ཡ་གི་མི་མང་མང་པོ་ཅིག་ཡོད་དེ་དེ་དག་གི་ད་ཆེས་བདེ་བ་སྡུག་བསྔལ་ཡིན་ན་རེད་ལས་དོན་ཆེ་འབྲིང་ཆུང་ཙམ་ག་རེ་ཡོད་པ་ཡིན་ན་ཡང་དེ་ཚོ་ཚུར་སུ་མ་མ་ལྷག་བ་དང་རིས་སུ་མ་ཆད་པ་ཟེར་གྱི་ཡོ་རོ་བ་དེ་འདྲའི་ཅིག་ཚེ་འདི་བྱེད་བྱེད་དེ་ནི་སྤྱི་འཐུས་བོད་མི་མང་སྤྱི་འཐུས་ལས་ཚོགས་ལ་ཡང་ཕག་སྙན་སེང་ཞུ་ཡ་དང། ང་ཚོ་བོད་མི་སྒྲིག་འཛུགས་ཡང་བོད་གཞུང་གི་ལྟ་གྲུབ་དང་ལམ་ཚུགས་དམིགས་ཡུལ་གང་ཡོད་པ་དེ་མི་མང་ནང་ན་མ་ལས་མ་བྱས་པ་མེད་པ་ཅིག་ཚུད་མཉམ་སྒྲུབ་ཅིག་བྱས་ཏེ་ད་རང་ང་ཚོ་གཞུང་དང་མི་མང་གཉིས་བར་ལ་ཡ་ཅིག་དང་མཐོ་མིང་འདྲ་མང་པོ་ཅིག་ཆགས་ཏེ་ཡ་ཅིག་རང་རང་གི་ངོས་འཛིན་པའི་ཆགས་ཀྱི་ཡོད། དེ་ནི་དེ་གིས་ཐུགས་ནས་ཆེ་སྙམ་དུ་ད་འཁྲིད་ཐུབ་ཡ་ཅེས་ང་རང་གིས་ད་འབད་བརྩོན་འདྲ་པོ་བྱས་ན་རེད། ལྟ་གྲུབ་དེ་དེ་འདྲའི་ཆེ། དང་པོ་དེ་དེ་འདྲའི་ཆེ་ངེས་འཛིན་བྱེད་ཀྱི་ཡོད། གཉིས་པ་དེ། ད་ང་ཚོ་ཡོ་རོབ་ཁུལ་དེ་ལ་ཡང། དེང་སང་འཚར་ལོངས་བྱེད་ཉིན་ཧ་ལི་ཡག་གི་མི་མང་པོ་བྱུང་གི་འདུག་དེ་ག་ནང་བཞིན་གྱི་ཆེ་དགེ་རབ་ཧ་ལི་ཡག་གི་མང་པོ་རེད། དེ་ནི་དེ་རིང་གཉིས་པ་རུ་ཀས་ད་ང་ཚོ་འགྲོ་བ་ཡིན་ན་ཆེས་མི་རབས་དགེ་གཞུང་བར་གྱི་འབྲེལ་བ་ལྟ་བུ་བྱེད་ཉེན་ཅིག་ཕ་ཁྱེར་དེང་སང་ངེད་འཛིན་ན་མ་འགྲིག་པ་མེད་པ་ཡིན་དུས། དེ་དག་གི་བར་དུ་འབྲེལ་བ་བྱེད་ཆེད་ད་བསམ་ཚུལ་དང། རང་ཚུགས། གཅིག་སྒྲིལ། གང་གི་ཐུགས་ལ་ཡང་མ་འོངས་པར་འདུམ་ཆོག་དེ་ཚོའི་ཐུགས་ལ་ཡང་བསམ་མནོ་དེ་ཚོ་བསྡུ་ལེན་བྱེད་ཆེད། དེ་ནི་ཆེས་དེ་དག་ཚུགས་སུ་མ་ལྷུང་པའི་བྱེད་ཐབས་ཡག་གི་འབད་འབངས་བྱེད་ཡག་དེ་གཉིས་པ་འགྲོ་བཅས་དེ་འདྲའི་ཅན་ངེས་འཛིན་བྱེད་ཀྱི་ཡོད། དེ་ནི་གསུམ་པ་སྟེ། ད་ཁྱེད ྋགོང་ས་སྐྱབས་མགོན་ཆེན་པོ་མཆོག་རེད། ད་བོད་མིའི་སྒྲིག་འཛུགས་ཡང་བོད་གཞུང་གི་ཁྱེད་སྒྲིག་འཛུགས་དེ་ལ་ཡང་ད་རང་རང་འདྲ་བོ་ཡིན་ན་བློ་སྙིང་དྲང་སང་དེ་བའི་ཐུགས་ནི། དེ་ནི་བོད་མི་རིགས་ལ་ཕན་པའི་གི་ཐུགས་ལ་ཡང་འདུམ་གཅོག་བྱེད་ཡག་དང་དེ་ནི་འཐབ་རྩོད་ཐུགས་ལ་ཡང་ཁྱེད་རྒྱུན་འཁྱོངས་བྱེད་ཡག། ད་ནི་མི་མང་གི་མཉམ་དུ་འཁྲིད་ཐུབ་ཡག་གི་བན་འབངས་འདྲ་བོ་སྲིད་ན་རེད་ད་སྣེ་གདོང་ཆེ་ཡག་འདྲ་བོ་སྐྱེ་གསུང་གི་དེའི་གི་ཐུགས་ནི་ད་ནི་ང་རང་གི་རྒྱུ་མཚན་འདྲ་བོ་སྲིད་ན་རེད་མིག་ཡར་དེ་འདྲས་ཀྱི་ངན་ཚན་བྱས་ན་ག་ཚོང་གོང་དུ་ཤི་ཟིན་པ་ཅིག་ཆགས་བསྡད་ཀྱི་ཡོད། ལགས་སོ།
ཁྱེད་ཀྱིས་ད་སྐད་ཆེན་པོ་གཅིག་གསུང་ཡ་འདི་ཐོག་ལ་ངས་ཡང་བསྐྱར་ཅིག་དྲི་བ་དྲི་ཆོག་པ་ཅིག་གཅིག་གྱུར་གཅིག་གྱུར་གྱིས་གསུངས་སོང། ད་ལྟ་སྤྱི་ཚོགས་ནང་ལོགས་ལ་ཅིག་དེ་སྔོན་ལ France ནང་ལ་བོད་པ་གཅིག་ལ་ད་ཅིང་ཟ་ཁང་ནང་ནས་ཁོ་སྤྱན་འདྲེན་ཕྱིན་པ་དེ་ལ་བརྟེན་བྱས་ནས་ད་བོད་པ་ཚང་མ་ཡ་ཅིག་ལངས་ནས་ཅིག་གནང་རྒྱུ་ཅིག་བསྟན་རེད་དེ་གཅིག་གྱུར་གཅིག་སྒྲིལ་དེ་ཧ་ལས་པ་དེ་འདྲ་ཅིག་བྱུང་སོང་ཟེར་ཡ་གི་ཅིག་ག་ས་ག་ནས་ཁྱབ་བསྡད་ཡ་གི་དེ་འདྲ་ཅིག་རེད་དེ་ཤ་དེ་སྐབས་སུ་ཁྱེད་རང་གི་ཕྱག་ལས་གི་ག་རེ་གནང་དགོས་རེད་དེ་སྐབས་སུ་ཁྱེད་ཀྱི་དེ་ག་འདྲི་ཟེར་ནས་ཅིག་བྱུང་ཐུབ་པ་རེད་ད་ཁྱེད་གཅིག་གྱུར་གཅིག་སྒྲིལ་བཟོ་ཐུབ་མཁན་གྱི་མི་ནག་ཅིག་ལ་ངོས་འཛིན་བྱེད་གི་ཡོད་པས།
ད་ང་རང་ལྟ་བུ་ཚབ་མཚུངས་པ་ཡིན་ན་ཡང། ད་རག་པ་འདི་མི་ལོ་ཉི་ཤུ་རྩ་གསུམ་གྱི་ལྷག་གི་རིང་ལ་ཡང་སྤྱི་ཚོགས་ནང་ལ་རང་རང་འགན་འཁྲི་ཡོད་པ་ནང་བཞིན་གྱི་དེ་ནས་མི་མང་ལ་ཡང་ཞབས་རྩི་བྱེད་ཡ་གོ་སྐབས་ཅིག་མང་པོ་ཅིག་ཡི་རག་དེ་ཡོད་རེད། དེ་གི་ནང་ལ་ང་རང་གི་གཙོ་ཆེ་ཤེས་དེ། ང་ཚོ། དབུས་བོད་མི་སྒྲིག་འཛོགས་ཡང་བོད་གཞུང་དང་དེ་ག་ནང་བཞིན་གི་གོང་ས་སྐྱབས་མགོན་ཆེན་པོ། དེ་ག་ནང་བཞིན་གི་བོད་མི་གཅིག་སྒྲིལ་དེ་ལ་ཡ། རང་རང་གི་དྭོགས་མ་འགྲོ་རེ་ལས་གཞི་བྱེད་ཐུབ་ན་བསམ་ནས་སྐ་རང་དེ་ཁུར་ནས་འགྲོ་དེ་ཉིད་ཅེས་བྱ་གི་ཡོད། དེ་ག་ནང་བཞིན་གྱི་ད་ལྟར་ཁྱེད་ཀྱིས་གསུང་བ་ནང་བཞིན་རེད། སྔོན་མ་ང་ཚོ་ཕ་རན་སི་ནས་མི་རྗེ་གྲོང་འདི་སྐབས་ལ་ཡང་སྐབས་དེ་དང་དེའི་ཚེ། ང། ཆོས་རྒྱུད་དགོང་དྲོ་གི་ཚོགས་གཙོ་གི་བིས་ཐབས་ཟིན་པ་ཅིག་རེམ་ས་དམ་བཅའ་དེ་གའི་དྲན་ཡ་དེ་གཞི་ནས་རེད། ཡིན་ན་ཡང་དེ་དག་གི་ཐུགས་ལ་མཉམ་ཞོག་བྱེད་ཡ་གོ་སྐབས་རག་དེ་ཡོད་རེད། དེ་ག་ནང་བཞིན་གྱི་ང་ཕ་རན་སི་ལ། ཉིས་སྟོང།

མི་མང་པ་ལ་བཟང་པ་ལྟ་བུ་གཅིག་དང། རང་རང་གི་ལས་གཞི་གཅིག་སྒྲིལ་དུ་ཐུག་ལ་ཡང་ཧ་ལི་ཡག་གི་ནུས་པ་མང་པོ་ཅིག་ཐོན་དུ་ཡོད་བསམ་བསམ་ཅིག་རང་ལ་སྤོ་བ་ཆེན་པོའི་ཐོག་ནས་ཞི་འཕྲོག་ཡག་ཅིག་དེ་འདྲ་ཅིག་ཆགས་ཀྱི་འདུག། ད་ད་ལྟ France ནང་ལོགས་ལ་བོད་པ་ག་ཚིག་ཟིན་འདྲ་པོ་ཅིག་ཡོད་རེད་དེ་ནང་ལོགས་ལ་ཡང་ཅིག་དེབ་སྐྱེལ་བཞེས་མཁན་ག་ཚིག་ཟིན་འདྲ་པོ་ཅིག་ཡོད་མེད་དེ་ཧ་གོ་གི་འདུག་ཨེ་ད་ཁྱེད་ཀྱི་འདི་གནད་འགག་ཅིག་ཆགས་ཀྱི་ཡོད་ར་འོས་མོ་ཅིག་ཡིན་པའི་ཆ་ནས། ཕ་རན་སི་ནང་ལ་ཡག་ལ། མི་འགའ་འགའ་གིས་ད་གཏམ་བཤད་བྱས་པའི་བརྒྱུད་རམ་རེད། དེ་རིགས་བྱས་ཡོང་དུས་མི་གཅིག་ཁྲི་ལྔ་སྟོང་ཡོད། གཅིག་ཁྲི་ཡོད་རེད་དེ་འདྲས་བཤད་གི་འདུག། ཡིན་ན་ལི་ད་ང་ཚོ་ཆེས་ངེས་འཛིན་བྱེད་ས་དེ། དབུས་བོད་མིའི་སྒྲིག་འཛོགས་ཀྱིས་ད་དོང་ཅོ་སི་ན་རེད་འབྲེལ་མཐུད་ལས་ཁང་ཅིག་ཡོད་བསྡད་པ་རེད། དེའི་གི་ནང་ལ་ཡང་ད་རག་པ་དུ་དེབ་སྐྱེལ་ཤི་ན་རེ་མོ་ཐོ་འགོ་བྱེད་བྱ་བ་བཅས་ཕ་ཆོར་ཏུང་རག་གདན། ཟན་མ་ཟན་ཙམ་དུ་འདྲི་བཅས་བྱུང་གི་ཡོད་རེད་དེའི་ནང་ལ། ཡིན་ན་ཡང་ད་རག་གི་ཆེད་ང་ཚོ་གི་སྲིད་སྤྱི་གཉིས་ཀྱི་དེབ་སྐྱེལ་བྱེད་ཉིན་དེའི་མི་དེ་ལ་ཡང། སུམ་སྟོང་ཕ་ཆོར་ཉིས་བརྒྱ་ཡིན་མིན་བཅས་ཕ་ཆོར་དུ་འདྲི་བཅས་བྱུང་སོང་འོ་ནི་སྟངས་དེ་དུ་འདྲི་བཅས་ཆགས་ཀྱི་ཡོད་རེད། ད་མི་བདུན་སྟོང་ཟེར་གྱི་ཡོད་དུས་དེ་ལས་བརྒྱ་ཆ་ལྔ་བཅུ་ལྷག་ཟེར་ཆེ་ཁག་ཟེར་གྱི་ཡོད་ཚེ་མ་གཏོགས་དེ་ཆེ་ཞེ་ནས་མི་འདུག་ཨ།
རེད་ལགས་ང་ཕ་རིན་སི་ལ་གླིང་ནས་ད་ཉིས་སྟོང་བཅུ་དྲུག་ལོ་རེད་ཉིས་སྟོང་ཉི་ཤུ་རྩ་བརྒྱད་རེད་དེ་འདྲི་ལ་དེབ་སྐྱེལ་བྱས་དེ་དེ་ཉིས་སྟོང་བཅུ་དྲུག་ལོ་ལ་ཡང་ང་ཚོ་དེབ་སྐྱེལ་བྱས་ཉིན་རྨོ་འབུ་ཉིས་བརྒྱ་ག་ལྷག་ཅིག་ཡོད་རེད་རྨོ་ལུག་ཉིས་བརྒྱ་ག་ལྷག་ཅིག་བྱ་ཞེས་གླུངས་སོང། ཉིས་སྟོང་ཉེར་བཞི་རྩ་གཉིས་ལ་ཡང། དེབ་སྐྱེལ་བྱེད་སྙིང་དེ། ཉིས་སྟོང་མ་ཟིན་ཙམ་གྱི་ཡོད་རེད། ཆ་ཤས་ལེ་ཉིན་གྱི་ཕ་ཆེར། གཅིག། ལྟུང་བརྗེད་བཅའ་ག་ལ་ཅིག་བྱེད་དེ་སམ་སམ་བྱས། དེ་འདྲས་ཅིག་རེད་ད། ད་ལོ་ཆ་ཤས་ལེ་ཉིན་དེ་ག། བི་དེ་དེབ་སྐྱེལ་བྱེད་སྙིང་དེ་ག་ཚ་གྱི་ཡོད་དེ། ད་ཆ་ཤས་ལེ་ཉིན་དེ། ད་ལོ་ཧ་ལི་ཡག་གི་སྔོན་དཔག་ལ་བརྩི་བ་ཡིན་ན། མི་ཡང་མང་པོ་བྱུང་གི་ཡོད་རེད་དེ། གང་ལ་གང་འཚམ་གྱིས་ཡ་གྱལ་ཆེན་པོ་ཅིག་འགྲོ་བདེ་བ་ཅིག་ལ་རང་རང་གི་དངུལ་འཛིན་ཐུབ་ཡ་གཅིག་དེ་འདྲས་རེད་ཤག། ད་ལྟ་ཉེན་ཁ་ཆེན་པོ་ཞེ་བོ་ཅིག་མ་རེད་པས་བཙན་བྱོལ་སྤྱི་ཚོགས་ནང་ལ་ལ་ང་ཚོ་ལ་གོང་ས་ཤམ་པོ་ཆེན་པོ་མཆོག་གི་གསོ་རིག་གནང་བཞག་པའི་ཅི་ཡོད་ན་མེད་ན་མི་རེ་ནས་མི་རེ་བར་དུ་རྒྱུན་མཐུད་ནས་འགྲོ་ཐུབ་ཡ་ཅི་དེ་ད་ལྟ་དམངས་གཙོ་གི་ལང་ཀ་འདིར་ཆགས་ཀྱི་ཡོད་རེད་ད་དེ་ཐོག་ལ་མི་མང་ཚོ་གི་དོ་སྣང་བྱེད་བྱེད་ཀྱི་སོང་དུས་ད་དེ་ཆེ་ཞེ་ནས་མང་འགྲོ་གི་ཡོད་ན་དེ་དངོས་གནས་དྲ་གནས་ཀྱི་རྩ་དོན་ལ་ཕན་ཡ་གི་ད་དེ་འདྲ་ཅིག་རེ་བ་ལ་ཁུར་གླེང་གི་ཡོད་རང་མི་རེ་རེ་རེ་ལ་ད་ཅིག་དོ་ཁུར་བྱེད་ཡ་རེ་བྱེད་ཀྱི་དངོས་གནས་ཀྱི་འོས་མོ་ཅིག་བྱེད་ཅེ་ནས་ཆབ་སྲིད་ཐོག་ལ་ཁུ་ཅི་ལེན་དགོས་རེད་ཨ་ནི་གཞན་པ་འོས་མི་མ་ལངས་པ་ཡིན་ན་ཡང་སུ་སུ་གི་རང་རྩིས་ལ་དེ་དུས་ཐོག་སྤྲད་དེ་ཤེས་ཤེས་ཨ་ནི་འོས་མི་སུ་ལ་བླུག་མ་བླུག་སུ་སུ་གི་ཐོག་ཐང་རེད་དེ་དེ་ཤེས་དགོས་ཡ་དེ་ཧ་ལས་པའི་གི་འགན་འཁྲི་ཆེན་པོ་ཅིག་ཆགས་འགྲོ་གི་འདུག་བ་ལ་དེ་ཤེས་ད་ད་ལྟ་དེ་ཧྥ་རན་སི་གི་དང་པོ་ཧྥ་རན་སི་གི་མི་མང་ཚོ་གི་གནས་སྟངས་ཅིག་ཤེས་ད

ཉིས་སྟོང་བཅུ་གཅིག་སྐྱོང་གཉིས་ནས་ཚིག་གསལ་བསླབ་བྱ་སྟོང་དྲུག་བཅས་ཕར་ཆེར་ཆགས་ཀྱི་ཡོད་རེད། དེ་འདྲས་རེད། ཡིན་ན་རེད་ད་ཕར་ཡིན་ཟེར་གི་མི་མང་ཞིག་ན་རེད་ད་ང་ཚོ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་རེད། དེ་འདྲས་ཡིན་དུས་ང་ཚོ་བོད་མི་རྣམས་པ་ལ་ཡང་སྐྱབས་བཅོལ་གྱི་དཀའ་ངལ་འདྲ་བོ་བཅས་ད་ང་བིས་ཕེབས་དུས་ཙམ་ལ། འདོགས་ཆགས་ཀྱི་སྟེགས་བྱ་བྱ་དཀའ་ངལ་ཅན་རེད་མ་གཏོགས་ཆབ་སྲིད་ཀྱི་ངོ་བོ་ནི་སྟེགས་བྱ་བྱ་ཕྱོགས་ཀྱི་དཀའ་ངལ་འཁྲུངས་བ་ཡིན་ན་ཡང་ནམ་ཟླ་བ་ཁ་ཤས་ཁ་ཤས་ནང་ན་ཡང་བསྲུང་འགྲོ་ཡག་འགྲོ་བོ་ཅེས། ད་ར་དཀའ་ངལ་དེ་ཞི་བོ་ཞི་བོ་ཅེ་ཡིས་ཕྱོགས་ཀྱི་ཐུགས་ལ་ཞི་བོ་ཅེ་ཡིས་ཡོད་མ་རེད་ཡིན་ན་ཡང་ད་ཁ་ཤས་ཁ་ཤས་ཁོ་ག་ན་ཡིན་ན་ཡང་དཀའ་ངལ་དེ་ཡོད་བསྡད་པ་གཅིག་དེ་རེད། གཉིས་ནི་ཅེ་ཡིས་ཕ་རན་སི་ལ་ཡིན་ན་ད་ད་ར་གཞུང་གཅིག་ཧ་ལས་ཡག་གི་མང་པོ་རེད་ད་ད་ར་ང་ཚོ་བོད་རའི་ཚོགས་པ་གི་ད་ད་ར་པ་དང་འགན་ཁར་གནང་གི་ཡོད་རེད་ད་ང་ཚོ་ལ་ཡང་དོང་ཅོག་ཅེས་འབྲེལ་མཐུད་པ་ཅིག་ཡོད་རེད་དོང་ཅོག་འབྲེལ་མཐུད་ཁང་ལ་ཡང་ང་ཚོ་ད་སྐུ་ངལ་ཅེས་མི་ཚེ་ཡོད་མ་རེད་གཞན་པ་ཅིག་ཡོད་རེད་བལྟས་ས་ན་དེ་ནི་བདེ་བོ་འདྲ་པོ་ཅིག་ད་ར་མི་འདུག་ད་ར་སྐབས་སུ་ལ་ཡང་ད་ལས་ཀ་རྩ་བ་ཉིད་ནས་འབྲེལ་མཐུད་པ་གཅིག་གིས་བྱེད་ཐུབ་གི་ཡོད་མ་རེད། དེ་ག་ནང་བཞིན་གྱི་ཆེད་སྔོན་མ་གོང་ས་སྐྱབས་མགོན་ཆེན་པོ་མཆོག་ཕུར་བུའི་སྐབས་ལ་ཡིན་ན་རེད། སྐབས་དེ་དུས་སྲིད་སྐྱོང་བློ་བཟང་སེང་གེ་ཕུར་བུའི་སྐབས་ལ་ཡིན་ན་རེད། ད་ང་ཚོ་ཕ་རན་སི་ལ་ཡང་བོད་མི་རྣམས་པ་ལ་ཡང་ཆེད་དཀའ་ངལ་ཆེས་ཆེ་ཤོས་དེ། ང་ཚོ་ལ་ཡང་ད་མི་མང་འཛོམས་ས་ཚུགས་ཁང་ཅིག་རྩ་བ་ཉིད་ནས་མེད་པ་ཡིན་དུས་དེ་ལ་དཀའ་ངལ་ཡོད་ཟིན་ན་ད་ནི་སྙན་སེང་དེ་འདྲི་ཡང་བྱེད་ཐུབ་པ་བྱུང་ཡོད་རེད། ཡིན་ན་ཡང་ད་མ་འོངས་པ་ལ་ཆེད་མི་འབོར་མང་ཤོས་ཅིག་ད་ཡོ་རབ་ནས་ཕ་ཆེར་ཆགས་ཡོང་གི་ཡོད་དུས་དེ་ནི་དེ་གི་ཐུགས་ལ་ཡང་ད་ཆེད་ང་ཚོ། མུན་པར་ཐམས་ཅད་འཛོམ་ས་ཀྱི་ཐུགས་ལ་ཡང། སྔོན་མ་ང་བོ་རེག་ཚུགས་པའི་ཚུགས་གཙོ་བྱས་པའི་སྐབས་ལ། དེང་དུས་ཀྱི་ཐུགས་ལ་ཡང་ངས་ལས་གཞི་མང་པོ་བརྩམས་བྱས། མི་སྣ་མང་པོ་ལ་འབྲེལ་བ་བྱས་བྱས་དེ་འདྲ་བྱས་ན་ཡིན་ན་ཡང་ད་ལོ་བསམ་སྟེ་ཚུར་གཅིག་ནས་ཐིམ་ན་ལས་ཀ་ལས་ཉིན་གཅིག་གི་ངོས་ནས་ལོ་བསམ་སྟེ་རིང་པོ་རེད་མི་འདུག་ལས་ཀ་མི་ལས་མི་གཅིག་གི་ངོས་ནས་ལོ་བསམ་སྟེའང་རིང་པོ་ཆགས་བསྡད་པའི་བཟོ་འདྲ་པོ་བྱས་ཆགས་ཀྱི་ཡོད་རེད་དེའི་སྐབས་ལ་ཡང་ཐ་ཆུང་འདྲ་པོ་བྱས་བྱས་ཐབས་ཡོད་མ་རེད། གནས་སྟངས་འདི་འདྲ་རྒྱབ་རེད། ལགས་སོ།
ད་ཁྱེད་གསར་གནས་འདི་གི་བོད་མི་མ་ཤི་འཐུས་འོས་འདེམས་བྱུང་པ་ཡིན་ན་བོད་པ་ཚོ་གི་བདེ་སྡུག་མ་ཟད་ཨ་ནི་བོད་པ་ཚོ་གི་སྐུ་ཚབ་གི་ཞལ་ནས་གསར་གནས་ཡུལ་མི་དཔོན་པོ་དང་ཨ་ནི་འགོ་ཁྲིད་དང་གནད་ཡོད་མི་སྣ་དེ་ཚོ་དང་འབྲེལ་བ་བྱེད་དགོས་ཀི་ཡོད་རེད། དེ་འདྲིའི་ཐོག་ལ་ཁྱེད་གི་ད་ལྟ་བར་དུ་ཅི་ལང་ཀ་འདྲ་པོ་ཅིག་བཙུགས་བཞག་པ་ཡོད་རེད་པས།

ཡིན་ན་ཡང་ད་ང་བོད་རེ་ཚུགས་པའི་ཚོགས་གཙོ་བྱས་པའི་སྐབས་ལ་ཡ་ཚ་ཚང་མ་ལ་ཡང་འབྲེལ་ལམ་དང་མཐུན་ལམ་སྐབས་དེ་དང་དེའི་ཚེ་ང་གསར་པ་ས་སྐྱང་རེད་གསར་པ་ས་སྐྱང་ཡིན་དུས་སྐབས་ལ་ཡིན་ན་ཡང་འབྲེལ་བ་དང་མཐུན་ལམ་བྱས་ཏེ་བྱས་ཆི་ཟེར་གི་འདུག་གོ་ད་བརྒྱུད་རམ་འདྲ་བོ་བྱས་ཆགས་བསྡད་ཀྱི་ཡོད་རེད་དེ་ནི་མ་འོངས་པ་ལ་ཡིན་པ་ཡིན་ན་ཡང་ད་བྱས་དེ་ཚོ་ཐུགས་ལ་ཡ་བརྒྱུད་རམ་གྱི་ཐུགས་ནས་བྱས་མི་དེ་ཆོས་ཡ་འདྲ་བོ་བྱས་ཆགས་བསྡད་ཡོད་རེད་བསམ་པ་འདྲ་བོ་བྱས་ཚོར་བསྡད་ཡོད། ལགས་སོ།
ད་འདི་བཀོད་སོ་ད་འདི་ཤི་དུས་ལས་ཐོག་ན་ནི་ད་ལྟ France ལ་ཅི་ཡོད་རེད་ཐུབ་བསྟན་རྒྱ་མཚོ་ལགས་རེད་རེད་བ། ཨ་ནི་གཞན་པ་ཡང་ཅི Europe གི་ས་ཆ་དེ་འདྲི་ཅི་ནི་ཡོང་བསྡད་དགོས་ད་ལྟ་བར་དོ་ཤི་དུས་ཡོང་གིན་ན་ནི France དང Swiss དང་ཨ་ནི་སྔོན་མ་ད་ལྟ་འདི་ཀུ་ཤོ་ཐུབ་བསྟན་དབང་ཆེན་ལགས Spain གི་དེ་འདྲི་ན་ནི་ཕེབས་གི་ཡོད་རེད་ཁྱེད་ཀྱི་ངོས་ནས་ཀྱི་ཅི། མི་ཚོགས་ཀྱི་སོ་སོ་ཀྱི་ཁུངས་ག་པ་ཡིན་མིན་དེ་འདྲི་མ་ཡོང་པ་མ་ལུས་པ་ནི་གཙོ་བོ་སྤྱི་འཐུས་འོས་མི་སུ་འོས་ཤོད་ཅིག་འདུག་ན་དེ་ལས་བླུག་གི་ཡོད་པ་ཅིག་གཟིགས་ཀྱི་འདུག་བས་སྔོན་མ་སྤྱི་འཐུས་འོས་མི་བླུག་ཡི་སྐོས་སུ་སྐུ་ཞོགས་ཐུབ་བསྟན་དབང་ཆེན་ད་དཔེ་དེ་རྩེ་གྲ་རྩེ་གྲ་འདྲ་བོ་ཅིག་ཆགས་འདུག་བ་ཨང་དང་པོ་ནས་སླེབས་འདུག་བ་ཡིན་ནའི་ཁོ་བྷེ་སི་པན་རང་ལ་ལྟ་ཅི་བོད་པ་མང་པོ་ཞེ་དྲག་ཡོད་མ་རེད་བས་ལུགས་ནི་དེ་ཚོ་ཡུ་རོབ་ཀྱི་ལུང་པ་གཞན་པ་དེ་ནས་ནི་ཆགས་འོང་གི་འདུག་བ།

གཉིས་ཙམ་གྱི་བར་ཡིན་སྲིད་ལ་བྱུང་མྱོང་མེད་པར་འགྲོ་ཅི། མང་ཤོས་དེ་སུ་སྲིད་ལ་བྱུང་བདེ་བར་འགྲོ་ཅི། ད་དེའི་རྗེས་ནས་ད། ད་ལོ། མྱ་ངན་གྱི་བྱེད་སྟངས་ཀྱིས་ད་ལོ་ང་ལ་ཡང་མང་པོ་ཅིག་ལོང་གི་ཡོད་དུས། ད་ཁྱེད་རྩ་བའི་ཁྱེད། མོས་གི་འདས་པའི་ལོ་རྒྱུས་ཀྱི་རྒྱབ་ལྗོངས་ལ་ཡང་ད་མི་མང་ཐམས་ཅད་ཀྱིས་ད་ད་དགོས་གི་རེད་ལ་ཡང་ད་གི་རེད་བསམ་པར་འགྲོ་ཅི་རང་རང་གིས། གང་ཡིན་ཟེར་ན་ང་ཚོ། རང་རང་གི་མི་འབོར་མང་ཉུང་དཔག་པའི་ཁྲལ་སྲིང་བ་ནང་བཞིན་རེད་སི་པིན་འདྲ་བོ་ཚང་ཚུང་པ་ཡིན་ན་ཕ་ཆོལ་བོང་མི་མང་པོ་མེད་པ་རེད། ཡིན་ན་ཡང་ཐུབ་བསྟན་དབང་ཆེན། ཀེ། བོ་དོང་ཐུག་ལ་ལན་འགབ་པས་རེད་མདུན་ཅོག་ཅེས་རེད། ད་ནི་དེ་ཚོ། སྟངས་རེད་བསམ་བྱེད་ཀྱི་མི་མང་གི། དངོས་གནས་ཀྱི། ལོག་པོ། ཐོག་མ་ཅིག་ཉིས་སྟོང་ས་ཡིན་པ་ཡིན་ན་ཡང་བཞི་སྟོང་ས་བའི་ཐབས་དེ་ཡང་དེ་འདྲས་ཅིག་ད་མི་མང་གི་རྒྱབ་སྐྱོར་བྱས་ཡོད་རེད་དེ་བྱས་དུས། མི་མང་གི། དྲང་བདེན་དང། ལྷག་བསམ། བོད་རྒྱ་སྐབས་ལ་ཆ་ཚ་དང་ཞེན་ཁོག་འདེམས་གཅོག་བྱེད་ཐུབ་མིན་དེ་ལ་ཡང་བརྒྱ་ཆ་བརྒྱ་གི་བེམ་ཕིང་རེད་བསམ་དེ་འདི་བྱས་བསམ་མོ་འགོག་གི་འདུག། དེས་དམངས་ཚོགས་ཀྱི་གོ་རྟོགས་ཆེར་འགྲོ་གི་ཡོད་པ། མི་དམངས་ཚོགས་ཀྱི་སྤྱིའི་སྣང་ཤུལ་བེད་སྤྱོད་གཏང་གི་ཡོད་པ། དེ་འདྲིས་ཀྱི་མཚོན་རྟགས་འདྲ་བོ་ཅིག་རེད་བ་ད་ཅིས་མི་སུ་སུ་གི་ག་རེར་ག་པ་བླུགས་ཤོག་ལབ་ན་མཐའ་མ་མཐའ་མ་འོད་དུ་བླུགས་ཡི་སྐབས་སུ་སོ་སོ་ཕུག་གི་གཅིག་པུ་གཅིག་ལ་འགྲོ་བྱས་ནས་སུ་སུ་གཅིག་གི་མ་གཏོགས་གཞན་པ་སུ་གཅིག་གི་མཐོང་ཡ་ཡོད་མ་རེད་ཨ་ནི་སུ་སུ་གི་དངོས་གནས་དྲ་ནི་རང་དབང་རང་གི་ཐོག་ནས་ཐག་གཅོད་བྱེད་ཡག་གི་གླུ་ཆེན་པོ་ཅིག་རེད་འདུག་ཨདེ། རེད་བ་རེད་བ། ལགས་སོ།
ད་ལྟ་ཅིག་ཁྱེད་གཞན་པ་ཡ་ས་ཁུ་སོགས་ལ་ཕེབས་ནས་ཅིག་འོས་བསྡུ་དྲིལ་བསྒྲགས་བྱེད་ཡག་གི་དགོངས་ཁྱེད་འདྲ་པོ་ཁེལ་ཡོད་ན་མེད་ན།
ད་ད་ར་དམིགས་བསལ་གྱི་སྔོན་འགྲོ་གནང་ན་ག་ཚོང། ང་ཚོ་རྒྱབ་སྐྱོར་བ་གིས་ཅིག་གནང་བ་རེད་དེ་ནི་དེའི་རྗེས་ལ་ཡང། ད་སྔོན་འགྲོ་གི་ནང་ལ་ཡང་དེའི་ས་ཆ་རེད་ད་གྲྭ་བ་ཁག་དེ་དག་ལ་ཡང་གཏམ་བཤད་བྱེད་དགོས་ཀྱི་འདུག་གསུངས། མང་པོ་ཅིག་ཆགས་ཀྱི་འདུག་དེ་དེ་དག་ནང་ལ་དང་པོ་གཏམ་བཤད་མ་བྱེད་ཀྱི་གོང་ལ་ཡང། ང་ཚོ་བྷི་བྷི་ལྷན་ཁང་ལ་ཡང། བརྙན་གཞིས་ཅིག་ཆེས་ཟིལ་ཆོག་གི་དྲི་ཆེན་ནང་ལ་གསར་བདེ་བ་ནང་བཞིན་གྱི་སྙན་སེང་ཅིག་བྱེད་དགོས་ཀྱི་ཡོད་པ་ཡིན་ཙང་དེ་དག་ཞིབ་ཁྲིད་པ་ཅིག་ཆགས་ཏེ་ཡོད། དེ་ནི་མ་འོངས་པ་ལ་ད་གྲྭ་བ་ནང་དང་དེ་དོ་ཐུག་ལ་ཡང། ད་ལྟའི་བའི་དུས་ལ་ལོངས་དགོས་པའི་དམིགས་ཡུལ་དང་རྒྱུ་མཚན་འདྲ་བོ་བཅས་ཕྲན་བུ་ཕྲན་བུ་རིམ་པས་བལྟས་ཚེ་ཆེས་གྲུབ་འབྲས་ཇི་ཡག་གི་འབད་བརྩོན་འདྲ་བོ་བཅས་བྱེད་ཀྱི་ཡོད་མ་གཏོགས་དེ་ནི། ཆེས་སྔོན་འགྲོ་གི་ནང་ལ་ཡང་ཞི་བོད་བཅས་དང། ཆེས་དེང་སང་གྲྭ་བ་ཡག་པོ་རེད། ཡོ་རབ་ལ་ཡོད་བསྡད་པ་མི་སྣ་ཚང་མ་གིས་ད་དུང་ག་རང་གང་ཟག་རྟོགས་དུས་ཡོད་རེད་དེ་ནི་རྩ་བའི་ཆེས་བོད་རྒྱལ་ཁབ་དང་མི་རིགས་བསྟན་པ་ཆབ་སྲིད་ལ་ཡང་ཤ་ཞེན

རེད་ལ། ད་ང་ཚོ་གི་ཆེ་བྷི་ཀེ་གོ་ཟེར་དེ་མི་མང་པོ་ཅིག་གི་ད་ཚིག་དེ་ཞིབ་འཇུག་གཉིས་ལྡན་ཟེར་ཡ་ཅིག་གོ་ཟིན་ན་མི་ཚང་མ་གི་དེ་ཤེས་གི་ཡོད་རེད་ད་དེ་མི་ཅིག་ལ་ཡོད་བ་ཡིན་ན་ད་ནི་ལྷ་རབ་དེར་བ་ང་ཚོ་ལ་བོད་པ་ལ་གོ་ཅིག་གི་ཅིག་དེ་རེད། ཡིན་ན་ཡང་འདས་པའི་སྤྱི་ཚོགས་ནང་ལ་དེ་རིགས་ཀྱི་རྟགས་ཡོང་དུས། ཤིན་སྐྱོང་གཉིས་ལྡན་ཟེར་ཡ་དེ་མི་དེ་ཕ་ཆེར། ཡོ་ཡ་དེ་ཉུང་ཉུང་འདྲ་པོ་བྱེད། ཡོ་དེ་བ་དེ་དག་ཡང་བོད་མི་མང་གི་འགན་ཁུར་དེ་ནི་སྤྱི་ཚོགས་ནང་ལ་འགྲོ་ཡ་དེ་ཉུང་ཉུང་འདྲ་པོ་བྱེད་ཆགས་བསྡད་ཀྱི་ཡོད་རེད། ཡིན་ན་ཡང་ང་རང་ལྟ་བུ་ཚབ་མཚུངས་པ་ཡིན་ན་ཡང། ཆེ། ཆབ་སྲིད་ཚོང་བ་བཅས་རང་རང་གི་སྤོ་བ་ཐོག་ནས། ག་ལ་ག་ཚང་གཅིག་ཚོང་དུ་ཡོད་བསམ་བསམ་གྱི་སྤོ་བ། སྤོ་བ་དང་པོ་དེ་ག་རེ་བཅས་ཚོང་དུ་ཡོད་ཟེར་གྱི་ཡོད་དེ། ང་ལ། བོད་མི་རེ་ཡིན་པ་ཅིག་དང། ཁྱེད་བོད་ལ་སྐྱེས་འདི་ནང་ནས་སྤྱི་ཚོགས་ནང་ལ་ལོང་ཡག་གི། གཞི་རྩའི་སྙིང་ཨ་ཁའི་གནས་སྟངས་དེ་ཧ་གོ་ནས་ལོང་ཡག་དེ་སྤོ་བ་དེ་ཅིག་ཆགས་ཀྱི་ཡོད་རེད། གཉིས་ནས། ཁྱེད་ལོ་ཉི་ཤུ་རྩ་གསུམ་གྱི་ནང་ལ་ཡང་སྤྱི་ཚོགས་ཆུང་ཆུང་ནང་ལ་ཡང་ལོ་རེ་རེ་ལ་ཡང་ལས་འགན་བསམ་བཞི་ལྔ་དེ་འདྲའི་ཁུ་ནས་ལས་འགན་མ་ཁུ་ནས་རྩ་བ་ཉིད་ནས་འདུག་མྱོང་མེད། དེའི་རིང་ལ་ཡང་ཁྱེད་ང་ཚོའི་སྤྱི་ཚོགས་ནང་ལ་ཀུ་ཧྲ་རི་སོང་ཟེར་ཡག་འདྲ་བོ་དང་ཧ་ལི་ཡག་གི་བྱུང་གི་ཡོད་རེད་དེ་ལྟར་ནང་ལ་ཀུ་ཧྲ་རི་ཁང་བྱས་དེ་ཉིད་དེ་ལ་འཐེན་འཐུང་བྱས་ན་དེ་ནི་དྲང་བདེན་གྱི་དུས་ལ་གཞི་བཅོལ་དེ་ཉིད་ཀྱི་འགྲོ་དེ་ཉིད་ཀྱི་ཆགས་ཀྱི་ཡོད་ལ་དེ་ག་ནང་བཞིན་གྱི་བོད་མི་རིགས་ཀྱི་ལས་དོན་ཆེད་དུ་ད་ཚི་ཇག་ལ་སླབ་ཚ་དུས་ང་གི་སྤུན་ཇག་གི་ལབ་ཀྱི་ཡོད་རེད་ཁྱོད་ཚི་ཇག་ལ་སླབ་ཚ་དུས་དཔའ་འབྱོར་སྒྲུབ་ཀྱི་ཡོད་རེད་བཟའ་ཚང་གསོག་གི་ཡོད་རེད་ལས་ཀ་ལས་ཀྱི་ཡོད་རེད་ཁྱོད་སྤྱི་ཚོགས་ནང་ལ་འགྲོ་ནས་ཟེར་ཡག་དེ་སྐབས་ཀྱང་མཚམས་རེ་མཚམས་རེ་ངའི་སྤུན་ཇག་གཏོང་གི་རེད། ཡིན་ན་ཡང། ཁྱེད་ང་རང་གི་ད་རུང་རུང་གི་ཟེའུ་འབྲས་ཙམ་དང་ཏོག་དབྱིབས་འབྲས་ཙམ་དང་ཁྱེད་རུང་རུང་གི་སྐྱི་མིག་སྤུ་གུ་ལ་བལྟས་ས་ཅན་མཉམ་དུ་དེ་ཚོ་བལྟས་ས་རག་འདུག་ཡ་རག་ཡ་མང་ཡ་དེ་དཔེ་གལ་ཆེན་པོ་རེད་ཡིན་ན་ཡང་དེ་ལས་གལ་ཆེ་བ་དེ་བོད་རྒྱ་ཁབ་དང་བོད་མི་རིགས་ལ་ཞབས་བརྩོ་ཅིག་བྱེད་ཐུབ་ན། བོད་མི་རིགས་ལ་ཞབས་བརྩོ་བྱེད་པའི་གོ་སྐབས་དེ་ད་ལོ་བྱུང་དུས་ན་ཞབས་བརྩོ་བྱེད་མི་ཤེས། ལོ་ཆེ་བའི་སྐབས་ལ་ཡང་ན་ཞབས་ཚུལ་བྱེད་ཡག་གི། གཟུགས་པོ་གིས་མི་ཆུགས་ད་རེས་སྐབས་སུ་ལ་ཡང་དེ་འདྲས་ཅིག་བྱུང་བ་ཡིན་ན། དེ་ནི། ཁྱེད་ཀྱི་ཚོའི་ནང་ལ་ནི་ལས་ཀ་ལས་ནི་ཁ་མ་བྲལ་མ་བཞག་པ་དེ་ལ་ཡང་འགྲོ་འདུག་དགོས་ཡ་ཅེ་ང་ཚོ་གི་བོད་མི་རེ་གི། བདག་དབང་རེད་ལ་རང་རང་གི་ལས་འགན་ཅིག་ཆགས་ཀྱི་ཡོད་ཙང་དེ་ནི་ད་ལོ་སྤྱི་འཐུས་ལ་ལ་ལོངས་སྤྱད་ཅེས་དེ་ནི་ཆེ་ཆགས་ཅིག་འགྲོ། མཚམས་མཚུངས་པ་ཡིན་ན་ཡང། ད་ང་ཚོ་རྩ་བའི་ཆེ་མི་དེ་ལ་མེད་དུ་མི་ར་བ་དེ། ཆེ་བོ་མི་རེ་ལ་ཤ་ཚ་དང་ཞེན་ཁོག་ལ་རྒྱ། གཅིག་འདྲར་ནུབ་འཇོག་བྱེད་ནས་དེ་སྤོ་བ་བཅས་ཡོད་བ་ཡིན་ན། དེ་ནས་ཆེ་ཆག་ཅིང་འདྲ་བོ་བཅས་གང་ལ་གང་འཚམ་བཅས་ཚོང་དུ་ཡོད་བ་བཅས་རང་རང་ལ་ངེས་འཛིན་དེ་འདྲ་བཅས་བྱེད་ཀྱི་ཡོད། ཁྱེད་ཀྱིས་ད་ག་རེ་གནང་གི་ཡོད་པ་དེ་གོང་ས་ཤངས་ཀུན་ཆེན་པོ་མཆོག་གི་དགོངས་པ་ལ་ཤར་བསྐྱོད་གནང་ཐུབ་ཀྱི་ཡོད་པ་དེ་འདྲ་བཅས་གཟིགས་ཀྱི་ཡོད་པས། ལ་རེད། སྔོན་མ་སྤྱང་དགུན་ཆེན་མོ་མཆོག་པེ་རི་སི་ལ་ཕེབས་དུས་སྐབས་ལ་ཚོགས་གཙོ་གི་མཐའ་མིའི་གཏམ་བཤད་དེ་ནང་ན། གོང་ས་སྐྱང་དགུན་ཆེན་མོ་མཆོག་གི་དགོངས་པ་དང་དབུས་བོད་མིའི་སྒྲིག་འཛོགས་ལ་ཆབ་ཅོག་བྱེད་ཉིན་གྱི་ལས་ཀ་ཅིག་ལས་ཀྱི་ཡོད་ཟེར་ན་བཞི་ཡོད། དེ་ག་རེང་རེད་ཅེ་སྨོས་དང་སུ་ཡིན་པ་ཡིན་ན་ཡང། ཅེ་དཔལ་འབྱོར་ཆེན་པོ་ཆགས་ན་རང། སློབ་སྦྱོང་ཤེས་ཡོན་མཐོན་པོ་ཆགས་ན་རུང། ང་ཚོ་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་དབུས་བོད་མིའི་སྒྲིག་འཛུགས་དེ་ང་ཚོ་སྐྱབས་བཅོལ་བ་ཅིག་ཡིན་པའི་ངོས་ནས་དུས་ནམ་ཡང་དེ་ནི་སྟོང་བཞུགས་ཀྱི་མེད་པ་དང་རང་རང་གི་སྙིང་ལ་བཞག་བྱས་ཆེད་དེ་ནི་དེའི་ཐུགས་ལ་ཡང་ཚ་དྲི་མཉམ་དང་གང་འབྱུང་འབྱུང་བྱས་བྱས་ཐུབ་ཡ་བྱས་ཡ་དེ་ཁྱེད་རང་རང་གི་དམ་བཅའ་ཟིན་ན་རེད་རང་རང་གི་བསམ་བློ་གཏོང་ཚུལ་དེ་འདྲའི་ཅིག་རྟགས་དེ་ལ་ཡང་ངེས་འཛིན་བྱེད་ཀྱི་ཡོད། ལགས་སོ། ད་ཅིག་ད་ལྟ་འདི་ཅིག་གསུངས་སོ། ཀྱི། ཤེས་འཇོན་གཉིས་འདི་འདི་ང་ཚོའི་སྤྱི་ཚོགས་ནང་ལོགས་ལ་ཏན་ཏན་ཡོད་དེ་མཁན་དཔེ་མང་པོ་རེད་ཤག་སོ་སོ་སྒེར་གྱི་ཆེད་དུ་ད་དོན་དག་འགྲུབ་མཁན་ཧ་ལས་པ་དེ་འདྲ་རྒྱུགས་ཐོག་ནས་ཡིན་ནའི་རེད་ཨ་ནི་ལས་རིགས་ཐོག་ལ་ཡིན་ནའི་རེད། ད་ཡིན་ན་ཡང་སོ་སོ་སྒེར་གྱི་ཐོག་ལ་དོན་དག་གི་ཐོག་ནས་རང་འགྲུགས་ནས་ཅིག་གདམ་ག་བྱེད་ཡོད་རེད་ཡ་མིན་ན་སྒེར་གྱི་ཅེས་བདེ་སྡུག་ཏུ་ཕ་བློས་གཏོང་འདྲ་པོ་བྱས་ད་སྤྱི་དཔལ་གྱི་ཆེད་དུ་དུས་ཚོད་ཆ་ཚང་བཏང་ནུས་པ་ཆ་ཚང་བཏང་མཁན་དེ་འདྲའི་རིགས་ཀྱི་མི་ཁ་ནས་ཅིག་ཡོང་གི་འདུག་དེ་ཤེས་ཁྱེད་ཀྱི་དེ་གཉིས་དེ་ག་འདི་རླབས་ཆེ་བ་འདྲ་བོ་ཅིག་འཛིན་དགོས་ད་ཁྱེད་གདང་ཁ་དེ་ཅི་སོགས་ཞབས་ཞུ་ཞུ་ཡག་གི་གདང་ཁ་རེད་འདུག་བོད་མི་མང་རྩ་དོན་དང་བོད་མི་རིགས་ལ་ལ་ཞབས་ཞུ་ཞུ་ཡག་གི་ཁྱེད་ཀྱི་གདང་ཁ་རེད་འདུག་རྒས་དེ་ཕར་བཅུ་ནས་དེ་འདྲི་འདྲ་པོ་ཅིག་ངོས་འཛིན་བྱེད་ཀྱི་ཡོད་པས། ལ་རེད། ད་ང་ཚོ་སྤྱི་ཚོགས་ནང་ལ་གཞི་ཡོངས་གཉིས་ལྡན་ཟེར་ཡ་དེ་ཆ་ཡི་ད་ར་སོང་བ་གནང་མཁན་རེད་ཡོད་ཐག་ཆོད། མང་པོ་ཞེ་པོ་ཡོད་དེ་ལས་རེད། ཡིན་ན་ཡང་གཞི་ཡོངས་གཉིས་ལྡན་ཟེར་ཡ་དེ་ང་ཚོ་སྤྱི་ཚོགས་ར་བ་དེ་ནང་ན་ཡོང་ན་མི་མང་ལ་ཡ་ཕན་སེམས་བསྒྲབས་བོད་སྤྱི་བའི་རྩ་དོན་ཐོག་ལ་འགན་ཁུར་བྱེད་བོད་སྤྱི་བའི་རྩ་དོན་ཐོག་ལ་འདུམ་གཅོག་བྱེད་ཡ་དེ་ད་རེས་གང་འདྲ་ཞི་བ་གནང་མཁན་གྱི་ཉུང་ཉུང་འདྲ་བོ་ཅིག་རེད། ཡིན་ན་ཡང། ཆེ། དེ་གའི་གཞི་ཡོངས་གཉིས་ལྡན་ཟེར་ཡ་དེ་ཡོད་བསྡད་པ་ཡིན་ན། རང་རང་གི་སྤུ་གུ་བུ་གྲོགས་དང་ནང་མི་དང་རང་རང་གི་དཔའ་འབྱོར་ཐུགས་ལ་ཡང་དངོས་གནས་ཀྱི་ཧ་ལས་ཡག་གི། ཡག་པོ་བཙལ་ཐུབ་གི་ཡོད་རེད་འགྲིག་གི་ཡོད་རེད། ཡིན་ན་ཡང་གཞི་ཡོངས་གཉིས་ལྡན་ཡོད་བསྡད་པ་དེ་དག་ཡོད་བསྡད་པ་ལ་ལྷག་བསམ་མེད་པ་བཟོ་འགྲོ་བོ་ཆེ། ཡང་འགའ་འགའ་ལས་དྲང་བདེན་མེད་པའི་བཟོ་འདྲོགས་བྱེད། ཡང་འགའ་འགའ་གཅིག་ལ་ཡ་སེམས་ཕྱོགས་མེད་ལས་བཟོ་འདྲོགས་བྱེད། ཡང་འགའ་འགའ་གཅིག་ལ་ནི། གར་སེ་གུར་ང་ཆེ་ཆེན་པོ་ཡོད་དེ་བཟོ་འདྲོགས་བྱེད། ད་སྤྱི་ཚོགས་ནང་རེས་མ་འདྲ་བ་མང་པོ་ཡོང་གི་ཡོད་རེད། ད་གང་ཟག་ང་འདྲ་བོ་ཡིན་པ་ཡིན་ན། ཁོ། སྤྱི་ཚོགས་ཀྱི་ཉམས་མྱོང་ལ་ཡོད་ལ། ད་ང་ཚོ་གི་བོད་མི་རིགས་ཀྱི་སྐད་ཡིག་ཞིག་ན་རེ་དེ་དག་ཡོད་བསྡད་པ་གཅིག་ལ། དེ་ནི་དེ་ག་ནང་བཞིན་གྱི་ཆ་ཡིན། འདིའི་དཔེ་ད་ལོ་ཉི་ཤུ་རྩ་གསུམ་གྱི་ནང་ལ་ཡ། འབུམ་ཕྲག་མང་པོ་འཕྲུལ་ཕྲག་མང་པོ་བོད་སྤྱི་བའི་རྩ་དོན་ལ་ངས་སྟོང་བཞེར་བྱས་ན་རྫུན་མ་རེད་དེ་ཡིན་ན་ཡང་ཡོ་རབ་འདའོ་ལས་ཀ་ལས་དོན་བཞིན་དེ་སྟོང་ཕྲག་མང་པོ་སྟོང་བྱས་བྱས། དེ་ཚོ་སྟོང་བྱས་བྱས། རང་གི་ཆའི་སྐྱེས་མིང་དང་སྤུའི་བུ་ཕྲུག་རང་གི་དེ་ཚོ་སྲིད་འདྲ་བོ་དེ་དེ་ནི་ཟེར་དུ་བཞག་ན་ད་སྤྱི་ཚོགས་ལ་ཞབས་ཟི་བྱས་ནས་རྒྱག་དུས་ནས་དེ་འདྲ་ཞིག་བྱས་རེད། དེ་ཡང་དེ་ལྟ་ལོ་ཉྭ་ནི་མི་ཁ་ཤས་ཀྱིས་ལོ་གཉིས་སམ་གསུམ་གྱི་ནང་ལ་དེ་ནི་དགེ་སྡིག་དབང་གི་ཟེ་བ་འདྲ་བོ་ཅི་བག་ཚ་འདྲ་བོ་རྒྱག་ཡང་ལོ་ཁ་ཤས་དེ་འགྱངས་སྐྱག་སེ་འབྲུག་འགྲོ་ཡ་བཟོ་འདྲ་བོ་ཅི། ཡང་ཁ་ཤས་ནི་ཟླ་བ་ཁ་ཤས་ནང་ལ་ཡང་ཨང་ཞེ་བོ་བོག་དོང་ལ་ཁྱེད་ཡི་ཡིད་ཆེས་ཡོད་ཞེ་བས་ཡང་ཟླ་བ་ཁ་ཤས་ནས་ཉར་འགྲོ་ཡ་འདྲ་བོ་ཅི། ང་ཚོ་ཆབ་སྲིད་པ་མ་རེད་དེ་ཡིན་ན་ཡང་ཆབ་སྲིད་ལ་དག་སྣང་བྱེད་དེ་ཉིན་བྱེད། ང་ཚོ་ལ་དག་སྣང་བྱེད་གཞི་དེ་ཁྱིམ་ཕུ་བ་ནང་བཞིན་གྱི་ད་ལོ་ཉི་ཤུ་རྩ་གསུམ་རིང་ལ་ཡང་ངས་ད་རིང་གོང་དུ་བྱིས་པ་རྣམས་ཀྱིས་ལོ་རེ་རེར་ལི་དུང་བཞི་ལྔ་ཟ་ཁ་ན་དེ་འདྲའི་སྐྱེ་ཡི་རང་རང་གིས་གང་ཐུབ་ཐབས་ཀྱིས་དེ་འདྲ་བྱས་ན་སྤྱི་ཚོགས་ནང་ལ་གཏོང་གི། སྤྱི་ཚོགས་ཀྱི་ཆེད་དུ་ལི་དུང་བསྒྲུབ་ན་འགྲོ་དེ་ཉིད་ཀྱི་འོ་དེ་འདྲས་བྱས་ཆགས་ཀྱི་འདུག་བསམ་གྱི་འདུག། ནས་ཆ་རང་ཤི་ནོ་གོང་ས་ཤམ་གོས་ཆོམ་པོ་མཆོག་བཞུགས་སྒར་རྡ་རམ་ས་ནི་ཆིག་ཐོན་བྱས་ཨ་ནི་ད་ལྟ་ནི་མ་རྒྱ་གར་ལྷོ་ཕྱོགས་ལ་འཕེན་གནང་གི་ཡོད་རེད། གཅིག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གནས་དེ་ཚོ་ཆེད་ཀྱིས་གཟིགས་གསུང་བས་ཨ་ནི་སེམས་པ་ནང་ལོགས་ལ་ཚོར་བ་ག་འདྲི་འདྲ་བོ་ཅིག་ཡོང་གི་འདུག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ད་དགུང་ན་ཐོག་བོ་ཆགས་འགྲོ་གི་ཡོད་རེད། ད་འདི་སྐབས་སུ་ང་ཚོའི་བོད་རྒྱལ་ཁབ་བོད་མི་རིགས་ལ་ད་ཉི་མ་ཤར་དུ་ཡོད་རེད་བ། ཨ་ནི་ད་ཅི། གནས་སྟངས་འདི་འདྲ་ཅིག་འོག་ལ་ཅི། ལྷ་དངོས་ནི་ད་ནི་བོད་པ་ཚོ་ཡིན་ན་རེ། སུ་འདྲ་བོ་ཅིག་ཡིན་པ་ཡིན་ན་ཅི། སེམས་པ་ལ་ངར་ཤུགས་བསྐྱེད་དགོས་ཡ་ཅིག་དང་སེམས་སྒུག་ཐེབས་དགོས་ཡ་གི་དེ་འདྲའི་གནས་སྟངས་ཅིག་རེད་མོ་འདོད་གོང་ས་ཞང་ཀོ་གཤོང་པོ་མཆོག་གི་ཞལ་རས་མཇལ་ཡོང་དུས་ཚོར་བ་འདྲ་བོ་ཅིག་ག་འདྲ་ལེགས་དགོས་འདུག་བྱས་ལ།
ན་རེ། ད་གོང་ས་སྐྱབས་མགོན་ཆེན་མོ་མཆོག་མ་ཆབ་སྦྱོར་གནང་ས་དེ་མོ་དྲག་དེ་ཚོ་ཟེར་དགོས་ར་ད་ཆབ་གྲོགས་དེ་ཚོ་ནང་ནས་ཞིག་ཡིན་དུས་མཇལ་ཡོང་དུས་རེད་ད། དེ་ད་ལི་ལོ་རེད་ཞེས་དེ་འཇལ་ཡོང་དུས་ཀ་ལ་སེང་ནུ་ན་ངི་ནི་ཀའི་ཚོར་བ་དེ་ཧ་ལི་ཡག་གི། ཕམ་པོ་འདྲ་བོ་ཅིག་བྱུང་ཡོང་གི་འདུག་ཡིན་ན་ཡང། ཕམ་པོ་བྱུང་གི་འདུག་བསམ་བསམ་བྱས་བྱས་ད་ང་ཚོ་ཕམ་པོ་བྱུང་གི་འདུག་བསམ་བསམ་བྱས་ན་སེམས་སྟག་འདྲ་བོ་མ་ཆགས་པ་ཅིག་རང་རང་གི་ངི་ནི་ད་ཕམ་པོ་བྱུང་བསྡད་པ་ཡིན་ན་ཡང་ཁོང་གི་དགོངས་གཞི་དེ་ཐུགས་ལ་ཡང་ང་ཚོ་ཅིག་འགྲོ་ཐུབ་ན་འོ་མ་རེད་དེ་ཚང་མ་དེ་ཁོང་གི་དགུང་ཆུ་བོ་ལ་གཅིག་འགྲོ་ཐུབ་པ་ཡིན་ན་བསམ་བསམ་འགྲོ་གི་སེམས་ངོ་ན་སྤོ་བ་སྐྱེ་སྟངས་དེ་དེ་འདྲི་གཅིག་བྱས་ནས་སྤོ་བ་སྐྱེ་ནས་འགྲོ་བསྡད་ཀྱི་ཡོད། དེ་འང་ནང་བཞིན་གྱི་ཁྱེད་འདི་ལོ་ད་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དམ་ཚིག་ལོ། རྒྱལ་བ་རིན་པོ་ཆེ་ད་ལོ་དགུ་བཅུ་འཁོར་བའི་ཚང་མ་གི། རྗེ་སྤྲིན་གསེར་སྐོར་བ་དང་རྒྱལ་བ་རིན་པོ་ཆེ་སྐུ་ཚེ་བརྟན་པའི་ཆེད་དུ་ཚང་མ་གིས་གནང་བསྡད་ཀྱི་ཡོད་རེད། ཡིན་ན་ཡང་ང་ཚོ་སྤྱི་ཚོགས་རེ་འགའ་ཁ་ཤས་ནང་ན། དེ་ནས་ཆེ་ནའང་ནང་ལ་ད་ཆེ་གནད་དོན་ཁ་ཤས་ཆུང་ཆུང་དེ་ཚོ་ལ་ཡང་ཕྲན་བུ་ཕྲན་བུ་དེ་འདྲའི་མ་འཐེན་བར་བྱུང་བསྡད་པའི་བཟོ་འདྲ་བོ་བྱེད། ཡིན་ན་ཡང་ནང་ནང་ལ་བྱུང་བསྡད་པ་དེ་གས་ཁོ་སོ་སོའི་སྐྱེ་བོ་ཡིན་པ་ཡིན་དུས་ཁོ་བྱུང་ཆུ་བ་ཅིག་རེ་ལ་ཡང་བྱུང་ན།

རྟག་པར་སོང་དེ་རེད་ང་ཚོ་སྤྱིའི་ལ་ཁ་ལ་ལ་ན་མཉམ་རྩ་རྡོག་ལོང་ཁོག་ལོ་ན་ང་ཚོ་མཉམ་རྩ་ཡིན་སྲིད་ཁྲོ་ཁ་སམ་གཅིག་པ་ཡིན་སྲིད་ན་སོང་འདུག་གི་ཡོད་རེད་བ་དེ་སོང་བ་ནང་བཞིན་གི་དེ་སོང་བ་དེ་ཆ་སྙིང་ལ་སྐྱ་བའི་ཐོག་ནས་དེ་དང་རྣམ་པ་གང་དུ་མི་རེ་རེ་ཡིན་ན་ཡང་འགན་དེ་ཁུར་ཐུབ་པ་ཡིན་ན་དེ་ནི་ང་ཚོ་སྤྱི་ཚོགས་ནང་ལ་གཅིག་སྒྲིལ་དང་འཆམ་མཐུན་དེ་དག་དཔེ་མི་སྲིད་པའི་ཡར་རྒྱས་ལ་ཕན་ཐོགས་ཆེན་པོ་འགྲོ་གི་རེད་བསམ་བསམ་རེད་དེ། སྤྱིར་བཏང་གི་གཅིག་སྒྲིལ་ཟེར་ཡ་དེ་ཁོ་ཡར་རྒྱས་ཀྱི་རྩ་བ་རེད་བ། གཅིག་སྒྲིལ་ཡིན་བ་ཡིན་ན་བདེ་སྐྱིད་ཀྱི་རྩ་བ་རེད་བ། ད་དེ་ཚོ་དེ་ང་ཚོ་སྤྱི་ཚོགས་ནང་གི་གོང་ས་སྐྱབས་མགོན་ཆེན་པོ་བཅུག་དགུང་ལོ་དེ་ཙམ་གྱི་ཕུབ་ཀྱི་ཡོད་རེད། ཁོང་གི་ད་ཧྲག་པ་འདི་ང་ཚོ་བོད་མི་ས་ཡ་གྲོགས་དན། ཟིས་ལ་ཡ་བཙན་འཛུལ་གནང་ན་བོད་མི་ངག་གི་འབམ་གཉིས་ཟིན་གྱི་ཡོད་མ་རེད་དེ་དག་ལ་ཡང་བཀའ་སླབ་དེ་ཁོ་བར་རབ་མ་བྱེད་པར་གནང་བསྡད་ཀྱི་ཡོད་རེད་པ། ཡོད་ལགས་སོ། གོང་ས་ཤངས་ཀུན་ཆེན་པོ་མཆོག་གིས་ད་བོད་མི་ཚོ་ཤི་དུང་གཉའ་གནོང་དགོས་རེད་གསུངས་ཡ་སྐྱིད་ན་སྐྱིད་པ་སྡུག་པ་སྡུག་ན་སྡུག་པ་ཟེར་དུས་སྐབས་དེ་དུས་ཀྱི་སྲིད་སྐྱོང་འོས་བསྡུ་དང་འབྲེལ་བའི་སྐོར་ལ་བཀའ་མོལ་གལ་ཆེན་པོ་ཞེ་པོ་དེ་འདྲ་ཅིག་གནང་ཡོད་རེད་ད་དེའི་གནད་འགག་ཆེན་པོ་གཅིག་ཆགས་འདུག་གི་ཡོད་རེད་མི་མང་ཚང་མ་གི་ཐུགས་ལ་དགོངས་དགོས་ཡ་དེ། དེ་བྱས་དུས་ཨ་ནི་ཁྱེད་ཀྱི་ད་ད་ལྟ་དེ། གཅིག་སྒྲིལ་གི་ཐོག་ལ་ག་འདྲི་ལྟ་བུ་གཅིག་གི་མདུན་བསྐྱོད་བྱེད་ཐུབ་ཡ་གི་ཁྱེད་ཀྱི་དགོངས་པ་གཅིག་མཇལ་དགོས་ཡོད་ད་ཁྱེད་བོད་ཤེས་དཔལ་གྱི་མི་གཅིག་ཆགས་འགྲོ་གི་ཡོད་རེད་གལ་སྲིད་ཤིན་ཏུ་འོས་མོ་གཅིག་བྱུང་བ་ཡིན་ན་ད་ལྟ་སྤྱི་ཚོགས་ནང་ལོགས་ལ་ཆིག་སྒྲིལ་གི་མེད་ཡ་གི་གཞི་རྩ་འདྲ་བོ་དེ་ག་རེ་རེད་དུ་འདུག་ཆིག་སྒྲིལ་འགྲོས་ཡག་གི་ཐོག་ལ་ཁྱེད་རང་གི་ཅི་ཅི་མེད་ལན་ཟེར་འདྲ་ལྗགས་ལན་ཟེར་འདྲ་བོ་ཅིག་གཙོ་བོ་དེ་ག་རེ་ཡོད་ཆིག་སྒྲིལ་མེད་ན་འདི་ད་ང་ཚོའི་རྩ་ཐོ་དགུ་ཐོ་ཆགས་འགྲོ་གི་ཡོད་རེད་བ་དེ་དགོས་ཡས་ལ་ད་ལྟ་ཡང་འོས་བསྡུ་སྐབས་སུ་ལྟས་ཟིག་ཅིག་ཁ་ཁ་ཅིག་ཆགས་ཡས་གི་དེ་ཡོད་རེད་དེ་མ་ཡོང་ཡས་ལ་ཅིག་ཁྱེད་རང་ངོས་ནས་གི་དང་ལྕགས་ཟེར་ན་རེད་ངས་འགན་ལེན་འདྲ་བོ་ག་རེ་བཤད་ཐུབ་ས་རེད། ད་ང་རང་འདི་གི་ཆེ་གཅིག་སྒྲིལ་དེ་ལ་གར་འགན་ལེན་འགྲོ་ཟིན་ན་རེད་བསམ་བཏུང་བཏུང་སྟེ། གཅིག་སྒྲིལ་ཟེར་ཡ་དེ་ཆེ་གང་ཟག་སྒིག་པ་རེ་རེ་ནི་དང་ཁོ་འགན་གྱི་ཁུར་ནི་དེ་ནི་བསམ་བློ་གཅིག་བཏུང། དེ་བསམ་བློ་གཏོང་སྟངས་དེ་ཡང་ང་ཚོ་ད་དབུ་ཁྲིད་བླ་ན་མེད་པ་གོང་ས་སྐྱབས་མགོན་ཆེན་མོ་མཆོག་ཡོད་བསྡད་པ། དེ་ག་ནང་བཞིན་གྱི་དེའི་ཐུགས་ནས་ང་ཚོ་དབུས་བོད་མིའི་སྒྲིག་འཛོགས་ཡང། ང་ཚོ་བོད་གཞུང་བཅས་ཡོད་བསྡད་པ། དེའི་ཁོང་ཚོ་ལ་ཡང་ང་ཚོ་བོད་པ་བཅས་ཡིན་པའི་ཆ་ནས་འགྲོ་དགོས་ཡ་བསམ་བློ་གཏོང་ཉིན་བཅས་ཚང་མ་གི་བྱེད་དགོས་ཡ་དེ་གནད་ཀྱི་དང་པོ་འགྲོ་བཅས་དེ་ངེས་ཟིན་བྱེད་ཀྱི་ཡོད། གཉིས་པ་ནི་དེ་བྱས་ཚར་བའི་རྗེས་ལ་ཡ་ད་ཁྱེད་རང་རང་ངེས་ནས་བྱས་ན་ད་ད་ང་ཕ་རན་ས་ལ་སླེབས་ནས་ཁྱེད་གོང་ས་སྐྱབས་མགོན་ཆེན་མོ་མཆོག་ཕེབས་དུས་སྐབས་ལ་ཡིན་ན་རེད་སྔོན་མ་ད་རེས་སྲིད་ཟུར་ཕུད་དེ་ཡིན་ན་རེད་སྲིད་སྐྱོང་ཕུད་དེ་ཡིན་ན་རེད། ཆེས་བས་དུས་ཀྱི་སྐབས་ལ་ཡིན་ན་རེད་དེ་དག་གི་ནང་ནས་ཡག་དམའ་སྐད་ཆ་མང་པོ་བཤད་ན་ང་གཅིག་སྒྲིལ་གྱི་ཐུགས་ལ་ཡག་ལས་དོན་གང་ལ་གང་འཚམ་ཅིག་རང་རང་གི་འགྲམ་དུ་ཡོད་བསམ་བསམ་འདྲ་བྱེད། མ་འོངས་པ་ལ་ཡིན་ན་ཡང་ང་ཚོ་ཆེས་ད་སྲིད་སྤྱི་གཉིས་ཀྱི་བས་ཀློག་ཚར་བའི་རྗེས་ལ་ཡང་ང་ཚོ་དེའི་ནང་ལ་སྤྱི་ཚོགས་ནང་ལ་ལག་ལེན་མང་པོ་བྱུང་གི་ཡོད་དེ་ནི་ཀློག་ཚར་བའི་རྗེས་ལ་ཡང་སྐབས་དེ་ནས་བས་དུས་དེ་མགྱོགས་སྒྲིལ་ན་མགྱོགས་སྒྲིལ་བ་བཅས་བྱས་ན་དེ་ནི་ང་ཚོ་ཚང་མ་ཆེས་གཅིག་སྒྲིལ་གྱི་ཐུགས་ལ་གོང་བུ་གཏོད་ཐུབ་ཡ། དེ་ང་རང་གི་འབད་བརྩོན་དེ་བྱེད་ཡ་དེ་གིང་ཆེན་པོ་ཅིག་ཆགས་ཆེ་ཆེ་ང་ག་སྲིད་ཡོ་རབ་སྤྱི་འཐུས་ཐུབ་པ་ཡིན་ན་དེ་ནི་ཆེ་གིས་སོ་སོ་ལ་ཡང་ཞི་དགོས་སོ་ད་ན་ཞི། རེ་བ་ཞི་དགོས་སོ་ན་རེ་བ་ཞི། འབོ་སྐོར་ཆེ་དགོས་སོ་ན་འབོ་སྐོར་ཆེ། ཚུགས་པ་སྤྱི་ལྡོག་ཁ་ལ་ཡང་སྤྱར་ནས་ཞི་དགོས་སོ་ད་ན་དེ་གིས་གང་ཐུབ་ཐབས་བྱེད་ད་གཅིག་སྒྲིལ་གྱི་ཐུགས་ལ་ཡང་ང་རང་གིས་འཁྲིད་ཐུབ་ཡ་ཅིག་འབད་འབངས་ཅིག་བྱེད་ཡ་གིས་ཆོག་སེམས་རིན་པོ་ཆེ་དེ་འདྲའི་ཅིག་ངེས་འཛིན་བྱེད་ཀྱི་ཡོད། ད་ལྟ་དེའི་སྐབས་སུ་ཧྥ་རན་སི་ནི་ཞི་མཐུན་ལས་ཐོག་ཅིག་ཡོད་ཡོད་མ་རེད་ཐུབ་བསྟན་རྒྱ་མཚོ་ཁོང་རིགས་ཡིན་པ་ཨེ་ནས་ཀྱི་འདུ་འཛོམས་ཆེན་པོ་དེ་འདྲི་ལ་ཡང་ཀྱི་ཧྥ་རན་སི་ཐོག་ནས་ཀྱི་ཕ་རི་སི་གི་སྐད་ཡིག་ཐོག་ནས་གཏམ་བཤད་དེ་འདྲི་གནང་བ་དེ་འདྲི་ཡོང་གི་འདུག་ཆེད་ངོས་ནས་ཀྱི་ཞི་མཐུན་ལས་ཐོག་དེ་ལས་ལྷག་པ་ཅིག་ཆེད་ངོས་ནས་ག་རེ་བྱེད་ཐུབ་ས་རེད་གསུངས་གི་འདུག།

མི་རེ་རེ་ལ་དབང་ཐང་རེ་རེ། མི་རེ་རེ་ལས་ཁ་སྐྱེད་རེ་རེ། མི་རེ་རེ་ལས་སོ་ནམ་རེ་རེ། ཚད་ན་ཡོད་དེ་རེད། དེ་རིང་ཡིན་པ་ཡིན་དུས། ཁྱེད་ཡིན་དུས་པའི། ལོ་རྒྱུས་ཀྱི་ནང་ཞིག་ན་རེད་བྱུང་རང་གི་ནང་ལ་ད་ལོ་བཅུ་གཉིས་ས་ཆགས་ཀྱི་ཡོད་རེད། ང་འདི་ན་བཙུན་ནས། རི་སི་བི་སི་ཁ་ནས་བོ་རའི་ཚུགས་པའི་ཚུགས་ཚོགས་བྱས་དེ་རེད་སྐབས་ལ་ཡ། ཕ་ཁྱེད་ཡིན་དུས་པའི། ལོ་བཞི་བཅུ་གྱི་ནང་ལ་བོ་རའི་ཚུགས་པ་མ་སྦྱངས་བས། སྦྱོང་ཡོད་སྲིད་ན་ཤེས་ན་མ་འགྲིག་པ་དེ་འདྲ་མེད་པ་བཅས་སྦྱོང་དུ་ཡོད་རེད། ང་ལ་སྐབས་དེ་དང་དེའི་ཚེ་གང་སྐུལ་ཆེ་ཞིག་གི་ཡོད་མ་རེད། ཡིན་ན་ཡང་ད་ལོ་བཅུ་བརྒྱད་བཅུ་གཉིས་འགྲོ་ཡོང་དུས་དེ་དག་གི་ཐོག་ནས་ཡང། ཞི་བུ་བཅས་བྱེད་ཐུབ་ཀྱི་རེད་ཞི་བུ་བཅས་བྱེད་ཀྱི་ཡིན་ཞི་བུ་བཅས་ངས་འབྱུང་གི་རེད་ཟེར་ཡ་དེ་ང་ལ་ད་རག་གང་ཡང་ཤེས་ཡ་མེད་གང་ལྟར་ན་སྤྱི་འཐུས་ལྷན་ཚོགས་ལ་ཐབས་ཚ་དེ་སྤྱི་འཐུས་ལྷན་ཚོགས་ལ་འཁྲབ་འགྲིག་གཞི་མང་པོ་བཅས་ཡོད་རེད་དེ་གི་འོག་ནས་འགྲོ་དགོས་ཀྱི་ཡོད་རེད་འཁྲབ་འགྲིག་གཞི་དེ་གོང་ལ་བཀོད་དགོས་ཀྱི་ཡོད་རེད་དེ་འདྲས་སོང་བ་ཡིན་དུས་ཐབས་ཚ་སྙན་མོ་ངས་དེ་ནས་འདུམ་གཅོག་བྱས་ནས། ཆོད་སེམས་དེ་ཡོད་མ་གཏོགས་ད་རག་ནས་ངས་ཞི་བ་འབྱུང་ས་རེད་ཞི་བ་བྱེད་ཐུབ་ཀྱི་རེད་ཞི་བ་བྱེད་ཐུབ་ས་རེད་ང་དེ་ལས་ལྷག་ས་ཅིག་ངས་བྱེད་ཀྱི་ཡིན་ཟེར་ཡག་དེ་འདྲའི་རྩ་བ་ཉིད་ནས། བྱེད་ཡག་དེ་འདྲའི་རྩ་བ་ཉིད་ནས་ཆགས་མི་འདུག་ཟེར། ལགས་སོ།
ད་ལྟ་ཁྱེད་ཕ་ཡུལ་རོ་བྱེད་པ་ནི་རེད་བ་ལགས། ལགས་རེད། ང་ཕ་ཡུལ། ལ་རེད། ད་ལྟ་བོད་ནང་ནས་ཀྱི་བོད་ནང་ལ་ཚོང་པ་སྐད་གྲགས་ཆེན་པོ་ཅིག་ཐོན་བསྡད་ཀྱི་འདུག་ཁོང་རིགས་མི་ཕལ་ཆེར་ཁོང་རོང་བྱེད་པ་ཆབ་མདོ་རོགས་བྱེད་པ་ནས་རེད་བསྡད་འདུག་ཁོང་རིགས་མི་ལ་ཐུབ་བསྟན་དབང་ཆེན་ཟེར་གྱི་འདུག་ཁྱེད་ཀྱིས་དེ་སྐོར་ལ་དོ་སྣང་བྱེད་སའི་བྱུང་སོང་ཡ་གང་ཟེར་ན་སྤྱི་འཐུས་འོས་མི་ཅིག་ཆགས་པ་ཡིན་ན་བོད་ནང་གི་གནས་ཚུལ་ག་རེ་འགྲོ་གི་འདུག་དེ་འདྲའི་ཐོག་ལ་ཡང་ཅིའི་རྒྱུས་མངའ་ཡོད་ཨེ་དེ་གལ་ཆེན་པོ་ཅིག་འདུག་ཐུབ་བསྟན་དབང་ཆེན་ཟས་ཀྱི་རོ་བྱེད་པ་ནི་པ་བོད་མི། ཀྱི་ཚོང་པ་སྐད་གྲགས་ཆེན་པོ་ཞོལ་གྱི་རྗེ་ཁོང་གཞུང་ལམ་གང་ལ་འགྲོ་ནས་ཨ་ནི་ཚོང་པ་ཉམ་ཆུང་དེ་ཚོ་རེད་མི་ཉམ་ཆུང་དེ་ཚོ་ལ་ཅིག་མངོན་སུམ་གྱི་ཐོག་ནས་རོགས་པ་བྱེད་པ་ལ་སོགས་པ་དེ་འདྲ་ཡོང་གི་འདུག་ཅིག་དེ་ཅིག་དོ་སྣང་འདྲ་བོ་གལ་བྱུང་སོང་ཡ། ལ་རེད།

དེ་སྐད་བྱས། གཉིས་ནི་ད་ལྟ་རེད་ད་དེང་སང་རོ་བྱེད་སྲིད་དེ་རྩ་བའི་ཆེད་ང་ཚོ་ཆབ་མདོ་ཀྲང་ཆེ་བོ་ལ་ཡང་རྫོང་ཁག་བཅུ་བརྒྱད་རེད་རྫོང་ཁག་ཆེ་ཡ་མ་རེད་ཡིན་ན་ཡང་དེང་སང་ད་རོ་བྱེད་ནང་ནས་ཚོང་ཕུང་པད་མ་དབང་ཤིང་ཟེར་རེད་དེ་དེང་སང་ད་ང་ཚོ་མདོ་བའི་ཁམས་གསུམ་ལ་ཡང་ཆེད་དྲང་བདེན་གྱི་ཐུགས་ནས་སྐད་གྲགས་ཆེ་འགྲོ་བཞིན་པ་འདྲ་བོ་ཅིག་བྱུང་གི་འདུག་བ་དེ་ཁོ་རང་གི་མི་དྲང་བདེན་ཆེད་སྔོན་མ་ཡང་ཚོང་ཁྲི་བདུན་བརྒྱ་ས་དེ་འདྲའི་མ་བ་འུ་འགྲོ་གཉིས་ཡང་ལ་ལོང་ཐིམ་གཉིས་འདྲ་བོ། ད་དེང་སང་སྐད་གྲགས་ཡོད་དང་ཡོད་བཞིན་པ་རེད་དེ་ན་འུ་རོ་བོ་ཁྱེད་ལ་ཡ་ད་བ་ཧང་འོ་ན་ཁྱེད་ལེགས་པོ་འདུག་ཨ་དེ་འདྲའི་ཡང་སྐད་གྲགས་ཆེན་པོ་དེ་འདྲའི་ཀང་ག་རིན་ཆེན་ཟེར་ཡ་དེ་འདྲའི་ཡ་ཡོད་དེ་རེད་ད་ང་ཚོ་སྤྱིར་བཏང་གི་ཁྱེད་ལུང་པ་དེའི་མི་དེ་དག་ལ་ཡ་མི་དྲང་པོ་ཅིག་དང་མི་བདེན་པ་གི་ཐུགས་ལ་འདུམ་གཅོག་བྱེད་ཐིམ་ཡོད་ཅེས་ཕ་ཁྱེར་རེ་ཞིག་ན་མ་འགྲིག་པ་མེད་པ་བཟོ་འགྲོ་བོ་ཅེས་དེ་འདྲའི་ཁྱེད་ངའི་མཛེན་ཆུ་ཡ་ཅིག་རེད་ཤག།

དེ་ཚོ་ཚང་མ་ལ་ད་ཁྱེད་རང་གིས་ཀྱི་རྒྱུན་ལམ་འདི་ཡི་ཐོག་ནས་བཀའ་མོལ་ཅིག་གནང་རོགས་ཞེས་ཁོ་ཚོ་ཚང་མ་གི་སྟེང་རིགས་ལྟ་གི་ཡོད་རྒྱུན་ལམ་དེ།
ལ་རེད། ད་རྒྱུན་ལམ་དེ་གི་ཐུགས་ནས་ཞེ་ཡག་དེ་ག་རེ་ཡོད་ཟེར་དེ། ད་ང་ཚོ་སྲིད་སྤྱི་གཉིས་ཀྱི་བི་ཟེར་ཡག་དེ་ང་ཚོ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དེ་དང་རྣམ་པ་ཀི་འདི་ལ་ཡག་ད་མི་མང་ལ་དམངས་གཙོ་སྲིད་རིགས་གནང་རེད་ཟེར་ང་ཚོ་གི་མི་མང་གི་དེ་ཤེས་གི་ཡོད་རེད་རྫོགས་གི་ཡོད་རེད་དེ་རེད་ཡ་རེད་དེ་ཡིན་དེ་ཆ་གི་སྲིད་སྤྱི་གཉིས་ཀྱི་བི་དེ་ཐུགས་ལ་ཡང་ཆ་ཤིང་ལེན་ནི་ད་མི་གང་མང་མང་ཅིག་གིས་ང་ཚོ། དམངས་ཚོགས་ཡིན་པ་དང། དེའི་ནང་ནས་སྐྱབས་བཅོལ་བ་ཡིན་པ་དང། དེའི་ནང་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་དེ་གས་ད་འདྲ་འདྲའི་ནང་ནས་འདྲ་འདྲ་མ་འདྲ་བ་བྱས་ཀྱི་ང་ཚོ་ལ་དམངས་ཚོགས་སྲིད་ལས་གནང་བཞག་པ་དེ་དག་འགན་ཁུར་བའི་ཐོག་ནས་ད་ཚང་མ་གིས་ཆ་ཤིང་ལེན་དགོས་ཡ་དེ་གནད་ཀྱི་དང་པོ་ཅིག་ཆགས་ཀྱི་ཡོད་རེད་བསམ་གྱི་ཡོད་དེ་བཅས། གཉིས་པ་ནི། ད་རེད་བྱས་སོང་བ་ནང་བཞིན་རེད། ང་ཕ་རན་སི་ལ་འདུག་གི་ཡོད་རེད་ཕ་རན་སི་གི་མི་གི་རྒྱབ་སྐྱོར་ལྕི་པོ་ལ་བརྟེན་ནས་ཡོ་རབ་ཀྱི་སྤྱི་འཐུས་ལ་ཐོབ་ཡ་མ་བལྟ་སྲིད་པོ་རེད། ཡིན་ན་ལས་ད་ཆ་ཡོ་རབ་ཀྱི་རྒྱ་ཁབ་ཕ་ཆོལ་བཅུ་དྲུག་ལྡན་ཅིག་ཡོད་དེ་དེ་ནི་མི་མང་ཤས་དེ་ད་ཕ་རན་སི་དང་སུད་སི་བེལ་ཇམ་ཧོ་ལེན་དེ་ཆགས་ཀྱི་ཡོད་པ་འདྲ། ད་དེ་དག་གིས་དེ་ངས་ད་རིང་གོང་དུ་ཞུས་པ་ནང་བཞིན་གྱི་འདི་ལོ་ཧ་ལི་ཡག་གི་སྤྱི་འཐུས་རྣམས་ལ་ལག་གཉིས་མི་མང་པོ་ཅིག་ཆགས་ཀྱི་ཡོད་རེད་ལ་ཡ། དེ་ནི་མི་དེ་དག་གིས་ད་གདམ་གྱི་མང་པོ་ཅིག་གདམ་ཁ་གྱི་མང་པོ་ཅིག་རག་གི་ཡོད་རེད། གདམ་ཁ་མང་པོ་ཡོད་པ་དེ་ཡང། མ་ནོར་བ་བྱེད་ཆེད། བྱེད་དགོས་ཡ་དེ་ཧ་ལི་ཡག་གི་གལ་ཆེན་པོ་ཆགས་ཀྱི་ཡོད་རེད། དེ་ནི་རོང་བོ་འདྲ་བོ་ཡིན་པ་ཡིན་ན་ཡང་ད་ཆའི་ཧྥ་རན་སི་ད་མི་མང་གིས་གང་ལ་གང་འཚམ་གྱི་ས་གནས་དེ་ན་བསྡད་དེ་ང་གི་གནས་སྟངས་དང་ཆེད་ལས་ཀ་ལས་སྟངས་དང་ཚང་མ་ཧ་གོ་གི་ཡོད་རེད་ཡིན་ན་ལས་ཆེད་སི་སི་དང་སྦེལ་ཇམ་ད་རྒྱལ་ཁབ་གཞན་པ་ལའོ་དེ་ཚོ་རྣམ་པ་གི་ཆེད་དང་སྣང་བྱེད་ཉིན་བྱེད་ཡིན་པ་ཡིན་ན་ང་མི་དེ་ག་འདྲའི་རེད་ཤག་མི་དེ་ག་འདྲའི་བྱས་འདུག་འདས་པའི་ལོ་རྒྱུས་ནང་ལ་མ་འོངས་པ་ག་འདྲའི་བྱས་ས་རེད་ད་རེས་བོད་སྤྱི་བའི་རྩ་དོན་ཐུགས་ལ་བློས་བཏང་ག་ཚད་ཚད་བྱས་འདུག།

མི་མང་རྣམ་པ་ཚང་མ་གིས་ང་ཚོ་ཡི་འཁྲམ་ནས་མ་འགལ་བ། དབུས་འོས་བསྡུ་ཚོགས་ཆུང་གི་སྒྲིག་གཞི་ལས་མ་འགལ་བ། ཚང་མ་གིས་འོས་བླུགས་དུས་སྐབས་ལ་ཡང་དངོས་གནས་ཀྱི་ང་ཚོ་གི་འགན་འཁུར་དགོས་ཡ་དེ་དེ་ནི་ང་ཚོ་བོད་མི་ལ་ཡ་རབས་སྐྱོ་བཟང་ཟེར་ཡ་ཅིག་དཔེ་མི་སྲིད་པའི་བོད་མི་ལ་ཡ་ག་ཆེན་པོ་ཅིག་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དུས་ནས་དུས་སུ་ང་ཚོ་ལ་གསུང་གི་ཡོད་རེད་བོད་མི་རེད་དེ་འདྲ་འདྲའི་ནང་ནས་མ་འདྲ་བ་ཡིན་གསུང་ནས་གསུང་བསྡད་ཀྱི་ཡོད་དེ་དེ་ག་ནང་བཞིན་གྱི་འོས་བླུགས་དུས་སྐབས་ལ་ཡ་ཚང་མ་གིས་འགན། སྙམ་དུ་ཁུར་བྱེད་ཅེས། དེ་འདྲའི་གཅིག་གི་ངོ་བོ་ནི་བས་ཐུབ་ན། དེ་ནི་རྒྱབ་སྐྱོར་བ་རྣམ་པ་ཡང་དེ་ལྟ་དུ་ཐུགས་ལ་བཞག་བྱས་ཅེས་ང་ཚོ་ཚང་མ་ཁྱེད་ཚོའི་ནང་གཅིག་སྒྲིལ་གྱི་ངོ་བོ་ལ་འགྲོ་ཐུབ་རེད་བསམ་བསམ་བྱས། དེ་ནི་གཅིག་ཡིན། དེ་ནི་མཐའ་བསྡོམས་ཏེ། ཁྱེད་ད་ང་ཚོ། ཡོ་རོབ་ཁུལ་དུ་ཡོད་བསྡད་པའི་མི་དམངས་རེད། རྩ་བའི་སྐྱེ་བོ་མི་མང་ཚང་མ་གིས། ཆེ་ང་ཚོ་གཞོངས་ཟེར་ཡ་དེ་ལ་ཡིད་ཆེས་ལོག་ལྟས་བྱེད་དགོས་ཡ་དང། སྐྱབས་མགོན་ཆེན་པོ་དྲུག་དབུ་ཁྲིད་ཡང་ལྟ་བུའི་དབུ་བླ་ཡང་ང་ཚོ་གི་ཚང་མ་གི་ངན་ཁར་མཉམ་བྱེད་དགོས་ཡ་དེ་ད་ང་ཚོ་སྐྱབས་བཅོལ་བ་ཡོད་ཚད་ཚང་མ་གི་ངན་ཆགས་གི་ཡོད་རེད་ལ་ཡ་ང་ཚོ་ཆེ་ད་ཤ་དང་རི་པ་ཚང་མ་དེ་བོད་མི་ཆགས་གི་ཡོད་རེད་དགའ་ནང་བཞིན་གི་ཆེ་ང་ཚོ་པཎ་ཆེན་རིན་པོ་ཆེ་གསུངས་འདུག་ང་ཚོ་སྐད་ར་ཡི་སྣ་མང་ཤི་ན་བཟང་ལི་བཟང་ཟེར་རང་གི་ཕ་སྐད་ཕྱི་ན་ངོ་ཚ་རེད་ཟེར་བ་ནང་བཞིན་གྱི་ང་ཚོ་ལོ་ཆུང་ཆུང་རྣམ་པ་དེ་དག་གི་ཕ་སྐད་ཀྱི་ཐུགས་ལ་ཡ་རྩ་སྦྱང་བརྡར་བྱེད་དགོས་ཡ་ཕ་མ་རྣམས་ཀྱི་དྲག་ཏུ་བབས་པའི་འགན་གྱི་དང་པོ་དེ་ཕ་མ་ཆགས་ཀྱི་ཡོད་ཙང་དེ་དག་ཐུགས་ལ་ཡང་འགན་མཉམ་འཁུར་བྱེད་དགོས་ཡ་དེ་ཧ་ལི་ཡ་གི་ལས་འགན་ཆེན་པོ་ཅིག་ཆགས་ཀྱི་ཡོད་བ་ཡིན་ཙང་དེ་དག་གི་ཐུགས་ལ་ཡ་དེ་དང་རྣམ་པ་ཀུན་ཏུ་ལ་ཡ་འགན་འཁུར། གནང་གི་ཡོད་དེ་གལ་ཆེན་པོ་ཆགས་ཀྱི་འདུག་ཟེར་ནས་དེ་རིང་དྲན་གསོ་བྱས་ཏེ་མི་མང་ལ་བཤད་ཡིན།
ཐུགས་རྗེ་ཆེ་ད་འཇོ་སྟོང་དེ་མཚམས་དེ་དཔེ་ཡག་པོ་འདྲ་བོ་ཅིག་ཆགས་སོང། དེ་རིང France བོད་སྤྱི་འཐུས་ཚོགས་པའི་ཚོགས་གཙོ་ཟུར་པ་ངག་དབང་བསྟན་པ་ལགས་ངེད་ཀྱི་ཟམ་པ་ལྷུག་ཐང་ནང་ཕེབས་ནས་ཁྱེད་སྤྱི་འཐུས་འོས་མ་ནང་བཞག་དགོས་པའི་རྒྱུ་མཚན་དང་ནི་གནས་ཚུལ་འདྲི་རྒྱུ་ཞེས་པ་བཀའ་དྲིན་ཆེ་ཞུ་ཡ་དང་ང་ཚོའི་གསན་གཟིགས་གནང་མཁན་རྣམ་པ་ཚོ་གི་བརྒྱུད་ལམ་འདི་ལ Subscription ཟེར་གྱི་ཡོད་རེད་ཨ་ནི་དོ་ཁུར་དང་དུ་ཚོ་གང་མང་མ་ཕར་ཅིག་སྤྲང་རོགས་ཞེས།